མཚམས་རེ་དུ་བཀྲ་ཤིས་བདེ་ལེགས་ཤོད་ཡིན། དེ་དང་ཆབས་ཅིག་ཏུ་ད་ལྟ་ངས་རྩོམ་ཤོག་གི་བརྗོད་བྱ་དེ་ནི་མཛོད་གནས་བདུན་པ་སོ་བཞི་རྟ་གསུམ་གྱི་སྐོར་ལ་ཆགས་བསྡད་ཡོད། འདི་ཡི་ཞུ་བ་ཡིན་ན་ད་དེ་ཚན་འདྲ་བོ་བརྒྱད་བཟོ་རྒྱུ་ཆད་ནས་འདུག་བྲིས་བཞག་ཡོད་ར་འདི་ཡིན་དུས་ཚོད་ཞེ་དྲག་མེད་ཙང་ཧ་ནས་རྒྱག་རྒྱུ་བོར་ཀློག་ཆོག་ཨང། དང་པོ་དེ་ལ་ཆོས་ཆོས་བྱེད་གཉིས་པ་དེ་ལ་ཆོས་མངོན་པ་སྤྱིའི་བྱུང་རིམ་ནི་འདིའི་ནང་ལོགས་ནས་བྱེ་བྲག་ཏུ་གནས་བདུན་པ་གང་ལས་འཕྲོས་པའི་གཞུང་ནང་གསལ་ལ། བཟོད་པ་ཤེས་པ་ལྟ་བ་གསུམ་དེ་རྩ་བ་དང་འབྲེལ་བ་ག་བ་ནི་དོན་ཡོད་མེད་འདིའི་ཆོས་ལ་བཟོད་ཤེས་ལྟ་གསུམ་གྱི་ངོ་བོ་དང་ཁྱད་པར་ནི། དེའི་རྗེས་ལ་ནི་རྩ་བའི་ཚིག་རྐང་རེ་རེའི་དོན་ལ་དཔྱད་པ་ལ་ཡིད་ཆེས་དོ། འདིས་སོ་བཤད་བརྡ་གསུམ་བསྟན་པས་ནི་ལྷོད་པའི་གཉིས་ཀྱི་མཛོད་རྩ་བ་ཆེ་བ་ཡིན་ན། དྲི་མེད་བསོད་ནམས་ཤེས་པ་མིན་ལའི་ཤོ་ལོ་ཀ་གཅིག་ཡོད་ར་འདི་ཡི་ནང་ལོགས་ལ་ཤོ་ལོ་ཀ་གཅིག་པོ་དེ་གའི་ཚིག་རྐང་རེ་རེའི་དོན་ལ་དཔྱད་པ་འདྲ་བོ་རོབ་རོབ་སུ་ཞིག་བྱེད་པའི་ཁུལ་འདྲ་བོ་ཅིག་ཡོད། འདིའི་རྗེས་ལ་ནི་ཐ་མ་གྲུབ་དོན་འདི། འདི་ནི་བསྔོ་བ་བྱེད་ར། དང་པོ་ཆོས་ཕྱོགས་ལ་ཕུན་སུམ་ཚོགས་པ་མངའ་བའི་བདག་ཉིད་ཆེ་ནག་ཕྱོགས་དྲི་མེད་སྤུ་ཙམ་མ་མགོན་ཞིང་སྐུ་བཞི་དང་ཉེ་ཞག་གི་རྒྱལ་པོ། ནམ་ཡང་གཙུག་ཏུ་བཀུར་ཞིང་ཕྱག་བགྱིའོ། འདི་སྟོན་པ་བཀའ་དྲིན་ཅན་ལ་ཆོས་སྤྱོད་དང་ཆོས་མངོན་འདི་དང་གཉིས་སྟོན་ཚུལ་སོགས་ནས་བྱི་དོར་རྣམ་རིག་གྲུབ་མཐའ་གསལ་མཛད་པ་སྐུ་མཁྱེན་གཉིས་པར་གྲགས་པའི་མཁས་པའི་མཆོག་སློབ་དཔོན་དབྱིངས་ཞལ་ལ་འགོད་པའི་དུས་ཞེས་པའི་སྐབས་སུ་སློབ་དཔོན་དབྱིངས་ལ་གུས་ཕྱག་བྱས། དེའི་རྗེས་ལ། ཨ་ནི་ད་ལྟ་དེ་རིང་སྐུ་མི་དག་ང་རང་གི་བརྗོད་གཞི་དེ་དང་ལེ་ར་ནི་ཆོས་མངོན་པ་ཚོའི་གནད་དོན་པ་བཟོ་ཤེས་ལྟ་གསུམ་གྱི་སྐོར་ལ་བརྗོད་ཀྱི་སྐབས་སུ་དང་དང་པོ་ཐོག་མ་དེ་ལ་མངོན་པ་སྤྱིའི་བྱུང་རིམ་དེ་ག་འདྲ་རེད་ཟེར་ན་ང་ར་ཨ་ནི་དང་པོ་ཐོག་མ་དེ་ལ་བརྗོད་བྱ་བཞི་ལྔ་དང་བརྗོད་བྱའི་གནད་བརྒྱད་ཀྱི་སྒོ་ནས་གཏན་ལ་ཕེབས་སླ་བོ་ཆགས་ཡོད་ར་དེའི་ནང་ལོགས་ཀྱི་བརྗོད་བྱ་བཞི་ལྔ་དེ་སྣང་བ་གཟུགས་ཀྱི་གཞི་གཙོ་བོ་སེམས་ཀྱི་གཞི་འཁོར་སེམས་བྱུང་གི་གཞི་དེ་མེད་དུ་བྱེད་ཀྱི་གཞི་དུ་མ་དུ་མ་བྱེད་ཀྱི་གཞི་ལ་ནི་གཞི་ལྔ་བྱེད་གནས་བརྒྱད་ཀྱི་སྒོ་ནས་གཏན་ལ་འབེབས་ལ་ཡ་སྟེ་གནས་དང་པོ་ཁམས་བདེན་པ་གཉིས་པ་དབང་པོ་བདེན་པ་གསུམ་པ་འཇིག་རྟེན་བདེན་པ་བཞི་བ་ལས་བདེན་པ་ལྔ་བ་ཕྲ་རྒྱས་བདེན་པ་དྲུག་པ་ལམ་དང་ལྷ་ས་བདེན་པ་བདུན་པ་ཡེ་ཤེས་བདེན་པ་བརྒྱད་པ་སྙོམས་འཇུག་བདེན་པ་ཨཱས་ར། གནས་འདིར་རེ་བའི་ཆོས་མངོན་པ་དེ་ག་རེ་རེ་ར་ལ་ན་ཆོས་མངོན་པ་ལ་གཅིག། གཉིས་ཞེས་ར། ཆོས་མངོན་ཤེས་རབ་དྲི་མེད་རྗེས་འབྲང་ཅན་ཞེས་པའི་སྐབས་སུ། ཟག་མེད་ཀྱི་མཐོང་ལམ་སྒོམ་ལམ་མི་སློབ་ལམ་གསུམ་སྟེ་དོན་དམ་པའི་ཆོས་མངོན་པ། དེ་ཐོབ་བྱ་ཕྱིར་གང་དང་བསྟན་བཅོས་གང་ཞེས་གསུངས་པའི་སྐབས་སུ་དོན་དམ་པའི་ཆོས་མངོན་པ་དེ་ཐོབ་པར་བྱ་བའི་ཆེད་དུ་ནི། ཐོས་བསམ་སྒོམ་གསུམ་གྱི་ཤེས་རབ་ཟག་བཅས་དང་སྐྱེས་ཐོབ་ཀྱི་ཤེས་རབ་དེ་རྣམས་བརྗོད་བྱ་བྱེད་པའི་བསྟན་བཅོས་འདི་ཚོ་ལ་གར་ལ་རས་དར་དག་པའི་ཆོས་མངོན་པ་ཟེར། ནི་ཆོས་མངོན་པ། ཅིའི་ཕྱིར་ཆོས་མངོན་པ་གར་བྱེད་ནི་ལ་རས་ལ་ནི་རང་གི་མཚན་ཉིད་འཛིན་པས་ན་ཆོས། དོན་དམ་པའི་ཆོས་མྱ་ངན་ལས་འདས་པ་མངོན་དུ་བྱེད་པ་མངོན་དུ་ཕྱོགས་པས་ན་མངོན་པ་ལ་རས། ནི་ཆོས་མངོན་པ་མཛོད་དེ་ག་འདྲས་ཅིག་ལ་བྱ་གི་རེད་ན་ན་བསྟན་བཅོས་འདི་ཆོས་ཅན། ཆོས་མངོན་པ་མཛོད་ཅེས་བྱ་སྟེ། བསྟན་བཅོས་མཛོད་ཁོ་རང་ལ། མངོན་པ་དེའི་དོན་པོ་དེ་ཡི་དོན་བཅས་ཕྱིར་ནམ་བསྟན་བཅོས་དེའི་བརྗོད་བྱའི་དོན་དུ་ཡང་དག་པར་ཆོས་ཀྱི་དཔེར་ན་རལ་གྲི་གང་དུ་བརྫུས་པའི་ཤུགས་ལ་རལ་གྲིའི་ཤུགས་ལ་གྱི་དུ་བས། ནོར་གང་དུ་བརྫུས་པའི་གནས་དེ་ལ་ནོར་གྱིས་བརྫོད་སླ་བ་ནང་ཞིང་རས། མངོན་པ་དེའི་དོན་པོ་ཁོ་རང་ལ་བརྫོད་དཀར་ཅན་ལ་རས་ལ་ན་བསྟན་བཅོས་དེའི་འབྱུང་ཁུངས་སམ་གནས་ཡིན་པས་ས་ནས་ནི། ཨ་ནི་མཛོད་བསླབ་རེས་སྤེལ་ནས་རལ་གྲི་གང་ནས་ཕྱུང་བ་དེ་ལ་རལ་གྲིས་ཕྱུབ་ཞེས་བརྗོད་པ་བཞིན་དུ་ཟེར། ཨ་ནི་ཆོས་མངོན་པ་དེ་ཤེས་པ་ལ་དགོས་པ་ག་རེ་ཡོད་ལ་ན་ཆོས་རབ་ཏུ་རྣམ་འབྱེད་ཆོས་རྣམས་རབ་ཏུ་རྣམ་འབྱེད་མེད་པ་ཉོན་མོངས་རྣམས་གང་ཅིའི་ཉེ་བར་ཞི་བར་བྱ་བའི་ཐབས་མེད་ལ་ཉོན་མོངས་པས་ཀྱང་བརྗོད་ལྡན་སྲིད་གཟུགས་འདི་འཁྱམས་ཏེ་དེ་བས་དེ་ཆོས་འདི་ནི་སྟོན་པའི་གསུངས་སོ་ལོག་ལབ་དེ་ག་ཟེ། ཨ་ནི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་མེད་པ་ཉོན་མོངས་རྣམས་ཞི་བར་བྱེད་པའི་ཐབས་ཡོད་མ་རེད། ཉོན་མོངས་པ་དེ་ཚོ་གི་གར་བྱེད་རང་འཇིག་རྟེན་མ་ནི་སྲིད་པའི་རྒྱ་མཚོ་དེ་འཁྱམས་པར་བྱེད་ཀྱི་འདུག་བྱས་ཙང་བློ་མི་འགྱུར་ལ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་སྐྱེ་བའི་ཆེད་དུ་ཆོས་ཆོས་མངོན་པར་མཛོད་དེ་ར། ཞེས་པ་རེད། འོ་ན་ཆོས། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་ཡོད་དོ་ཟེར་ན་ཤེས་རབ་དེ་དབྱེ་བར་བྱ་བའི་ཆོས་དེ་ལ་ག་ཚོད་ཡོད་རེད་ལབ་ན་ཟག་བྱེད་ཟག་པ་མི་འབྱེད་རྣམས་ཞེས་གསུངས་པ་ལྟར་ཆོས་དེ་ལ་ཟག་བྱེད་དང་ཟག་མེད་གཉིས་ཡོད། ཨ་ནི། ཟག། ཟག་བྱེད་ཟག་མེད། ཟག་བྱེད་ཟག་པ་མི་འབྱེད་རྣམས་ལ་ཡེ་དེ་མདོར་བསྟན་དུ་བྱས་ནས་དེ་གཉིས་དབྱེ་བར་བཤད་པ་ལ་ནི་བརྒྱད་དུ་བརྩིས་ནས། ནི། ཟག་བཅས་ཟག་མེད་སྤྱིར་བསྟན་པའི་ཆེད་དུ་གནས་དང་པོ་གཉིས་དང། ཟག་བྱེད་བྱེ་བྲག་ཏུ་བསྟན་པའི་དབང་དུ་བྱས་ནས་གནས་གསུམ་ཟག་མེད་བྱེ་བྲག་ཏུ་བསྟན་པའི་དབང་དུ་བྱས་ནས་གནས། ཕྱི་མ་གསུམ་ཞེས་ཡང་འགྲེལ་བཞི། ཨ་ནི་གནས་བརྒྱད་ཀྱི་འབྲེལ་བ་དང་གོ་རིམ་དེ་ག་འདྲས་ཤེས་བྱ་བ་རེད་ལ་ན། ཆོས་མངོན་པ། སྔོན་པོའི་བརྗོད་བྱ་ཟག་བཅས་ཟག་མེད་གཉིས་སྟོན་པའི་དབང་དུ་བྱས་ནས་གནས་དང་པོ་ཞེས་པ། དེ་ལ་མིང་ཙམ་མེད་པར་དབང་པོ་དང་དུས་བྱད་ཀྱི་སྐྱེད་ཚུལ་ཁྱད་པར་ཤེས་པའི་ཆེད་དུ་དེའི་ཕྱིས་སུ་གནས་གཉིས་པ། དེ་དག་ཏུ་ཁམས་གསུམ་གྱི་མིང་ཙམ་མེད་པར་རྒྱལ་བར་བྱེད་པའི་ཆེད་དུ་དེའི་ཕྱིར་ལ་གནས་གསུམ་པ། ཁམས་གསུམ་པ་བསྟན་པ་དེའི་ཡུལ་དབང་ཕྱུག་ལ་སོགས་པ་ཡིན་པར་བཀག་ནས་ནི། དངོས་སུ་ལས་ལས་བྱུང་ངོ། ལས་ཀྱིས་བསྟན་པའི་ཆེད་དུ་དེའི་ཕྱིར་ལ་གནས་ཞེས་པ། ནི། ལས་ལས་ཀྱིས་བསྟན་སྣ་ཚོགས་ཀྱིས་ཞེས་པ་ལྟར་ལས་ཁོ་ན་ལས་སྐྱེ་ཡི་རེ་བས་ལ་ན་མ་ཡིན་ཏེ། དེ་ནི་ཀུན་ནས་སློང་བ་ཕྲ་རྒྱས་རེ་ལ་ནི་བསྟན་ཡ་ཡི་ཆེད་དུ་དེའི་ཕྱིར་ལ་གནས་ལྔ་བ། ནི། ཕྲ་རྒྱས་དེ་སྤོང་བར་བྱེད་པ་ལ་ག་རེ་དགོས་རེ་ལ་ན་ལམ་དགོས་རེ་དེའི་ཕྱིར་ལ་གནས་དྲུག་པ། དེའི་གནས་དྲི་བ། ཤེས་པ་དེ་བྱེ་བྲག་ཏུ་བསྟན་པའི་ཕྱིར་དེའི་ཕྱིར་ལ་གནས་བསྟུན་པ་ར། ཤེས་པ་དེ་ལས་ནི་སངས་རྒྱས་ལ་ཐུན་མོང་མ་ཡིན་པ་དང་ཐུན་མོང་བའི་ཡོན་ཏན་གཉིས་བཤད་ཀྱི་རེད་ལ། ཐུན་མོང་གི་ཡོན་ཏན་རྒྱས་པར་བཤད་པའི་ཕྱིར་དུ་དེའི་ཕྱིར་ལ་གནས་རྒྱས་པར་བཤད་རེས། གནས་རྒྱས་བསྟན་པའི་གོ་རིམ་ར། དེའི་ཆོས་མངོན་པ་ཕྱི་ཡི་བྱུང་རིམ་འཆད་ད། དེའི་གནས་ཁྱེད་ཀྱིས་ནང་ལོགས་ནས་བྱེ་བྲག་དག་གནས་བསྟུན་པ། ཡེ་ཤེས་བསྟན་པའི་གནས་དེ་ནི་མདོ་ག་རེའི་སྐབས་སུ་གྲུབ་པའི་རེད་ཟེར་ན། ཉོན་མོངས་པ་དག་ནི་ཡེ་ཤེས་ཀྱིས་གཞོན་པར་བྱ་བ་ཡིན་ནོ་ཞེས་པའི་མདོ་དེ་ལས་གྲུབ་ཀྱི་འདུག་ཟེར། ཨ་ནི་ཡའི་ནང་གསེས་དག་གནས་བདུན་པའི་ནང་ལོགས་ལ་སོགས་པ་དང་ཞེས་པ་ལྟ་བ་ལ་ཡ་དེ་ཚོས་ཨ་ནི་རྩ་འགྲེལ་ག་བ་ག་རེའི་སྐབས་སུ་བསྟན་གྱི་རེད་ལབ་ན། དེའི་ནང་གསེས་ལས་བཀའ་བབས་ཀྱི་བརྗོད་གཞི་གཙོ་བོ། ཚོས་གནས་བདུན་པའི་བཟོ་ཤེས་རྟགས་གསུམ་གྱི་སྐོར་ལ་ཨ་ནི། ཞེས་པ་ཡིན་ན་དེ་གསུམ་བསྟན་པའི་གཞུང་གི་ཁུངས་འདྲ་བོ་དེ་ཞེས་པ་ཡིན་ན་མཛོད་འགྲེལ་ཐར་ལམ་ས་བཅད་ནང་ལོགས་ལ། གོང་དུ་བཟོད་པ་ཞེས་ཀྱང་བཤད་ཤེས་པ་ཞེས་ཀྱང་བཤད་ཡང་དག་པའི་ལྟ་བ་ཞེས་ཀྱང་བཤད་ན་བཟོད་པ་ཡིན་ལ་ཤེས་པ་མ་ཡིན་པ་དང། ཡང་དག་པའི་ཤེས་པ་ཡིན་ལ་ལྟ་བ་མ་ཡིན་པ་ཡོད་དམ་ཞེ་ན། འོ་དེ་དེ་བསྟན་པ་ལ་ནི་བཟོད་རྩ་བ་ལས་ག་རེ་ཤེས་རེད། དྲི་མེད་བཟོད་ནམ་ཤེས་པ་མིན་ཟད་དང་མི་སྐྱེ་བློ་དང་མིན་དེ་ལས་གཞན་པ་བློ་གཉིས་ཀ་གཞན་ཤེས་དྲུག་ནི་ལྟ་བ་ཡིན་ལ་ནི་གསུངས་སོ། འོ་དེ་བྱས་དེའི་གཞུང་དོན་ལ་ཐར་ལམ་ས་བཅད་ཀོ་རང་ནང་ལོགས་ལ་དྲི་མ་མེད་པའི་བཟོད་པ་རྣམས་ཆོས་ཅན་ཡིན། རང་ཡུལ་ངེས་པའི་ཤེས་པ་མིན་ཏེ་རང་ཡུལ་ལ་ཐེ་ཚོམ་མ་སྤངས་པའི་ཕྱིར་ཏེ། རང་ཡུལ་ལ་འཇུག་པའི་ཐེ་ཚོམ་སྤོང་བྱེད་ཀྱི་བར་ཆད་མེད་པའི་ལམ་ཡིན་པའི་ཕྱིར་གཅིག་ཟེར། ཨ་ནི་ཟད་པ་དང་མི་སྐྱེ་བའི་བློ་ཆོས་ཅན་ཡང་དག་པའི་ལྟ་བ་མིན་ཏེ། ཡུལ་ལ་ཡང་དག་པར་ངེས་པ་རྟོགས་པ་མ་ཡིན་པའི་ཕྱིར། དེ་གཉིས་ལས་གཞན་པའི་འཕགས་པ་ཟག་མེད་ཀྱི་བློ་ཆོས་ཅན་ཤེས་པ་དང་ཡང་དག་པའི་ལྟ་བ་གཉིས་ཀ་ཡིན་ཏེ། ཡང་དག་པའི་ཡུལ་ངེས་པར་རྟོགས་པའི་བློ་ཡིན་པའི་ཕྱིར་འཕགས་པའི་བློ། དེ་ལས་གཞན་པའི་སོ་སྐྱེ་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཆོས་ཅན་ཤེས་པ་ཡིན་ཏེ་རིགས་པ་ཡིན་པའི་ཕྱིར། འཇིག་ཚོགས་ལ་ལྟ་བ་ལ་སོགས་པ་ལྔ་དང་འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་དྲུག་ནི། ཤེས་པ་ཡིན་པར་མ་ཟད་ལྟ་བ་ཡིན་ནོ། འདི་རྫུ་འཕྲུལ་ཐར་ལམ་ས་ཅིག་ཤོང་འདོད་ཆེ། དེ་ཙམ་དུ་མ་ཟད་ད་རྫུ་འཕྲུལ་སྔོན་པོའི་རྒྱན་གྱི་ནང་ལོགས་ལ། ད་ནི་གནས་བདུན་པ་འཆད་པ་ན་བཟོད་པ་དང་ཤེས་པ་དང་ལྟ་བའི་ཁྱད་པར་དང་ཤེས་པ་བྱེ་བྲག་ཏུ་བཤད་པ་དང་དེ་དག་གི་ཡོན་ཏན་བཤད་པ་གསུམ་ལས། དང་པོ་ནི་བཟོད་པ་དང་ཤེས་པ་དང་ཡང་དག་པའི་ལྟ་བ་དང་ཡང་དག་པའི་ཤེས་པ་ལ་ཁྱད་པར་ཅི་ཡོད་ཅེ་ན། དྲི་མ་མེད་པའི་བཟོད་པ་བརྒྱད་པོ་རྣམས་ནི་ཤེས་པ་མིན་ཏེ། ཤེས་པ་ནི་ངེས་པའི་བདག་ཉིད་ཅན་ཡིན་ན་བཟོད་པ་རྣམས་ནི་བར་ཆད་མེད་པའི་ལམ་ཡིན་པས་དེའི་ཚེ་རང་གིས་སྤང་བྱ་ཕྲ་རྒྱས་མ་སྤངས་པའི་རང་ཡུལ་ལ་ཐེ་ཚོམ་དང་བཅས་པའི་ཕྱིར། བཟོད་པ་དེ་དག་ཡང་དག་པར་རྟོགས་པའི་བདག་ཉིད་ཡིན་པས་ལྟ་བ་ནི་ཡིན་ནོ། ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པའི་བློ་ནི་ལྟ་བ་མ་ཡིན་ཏེ་ཡང་དག་པར་རྟོགས་པ་མེད་པའི་ཕྱིར་དང་དམིགས་པ་དང་རྣམ་པ་ཚོལ་བའི་བསམ་པ་ཅན་མ་ཡིན་པའི་ཕྱིར། དེ་ནི་ཡང་དག་པའི་ཤེས་པ་ཞེས་བྱའི་ཤེས་པ་ཙམ་ཡང་མ་ཡིན་ནོ། བཟོད་པ་སྐྱེ་དང་ཟད་པ་དང་མི་སྐྱེ་བ་ཤེས་པ་དེ་དག་ལས་ཤེས་པའི་འཕགས་པ་ཟག་པ་མེད་པའི་བློ་སྟེ་སྡུག་བསྔལ་ལ་ཆོས་ཤེས་པ་ནས་ལམ་ལ་བྱེད་གཟུགས་ཤེས་པའི་བར་གྱི་ཤེས་རབ་རྣམས་ནི་ཤེས་པ་དང་ཡང་དག་པའི་ལྟ་བ་གཉིས་ཀ་ཡིན་ཏེ། རྣམ་གྲོལ་གྱི་ལམ་ཡིན་པས་རང་ཡུལ་ལ་ཐེ་ཚོམ་སྤངས་པའི་ངེས་པའི་བདག་ཉིད་ཅན་ཡིན་པའི་ཕྱིར་དང་ཡང་དག་པར་རྟོགས་པའི་བདག་ཉིད་ཅན་ཡང་ཡིན་པའི་ཕྱིར་རོ། འཕགས་པའི་བློ་ལས་གཞན། ཟག་བཅས་འཇིག་རྟེན་པའི་ཤེས་རབ་ཐམས་ཅད་ནི་ཀུན་རྫོབ་ཀྱི་ཤེས་པ་ཡིན་ཏེ། ཟག་བཅས་ལ་ཤེས་པ་མ་ཡིན་པའི་ཤེས་རབ་མི་སྲིད་པའི་ཕྱིར་རོ། དེ་ཡང་སྒོ་ལྔའི་རྣམ་ཤེས་དཀྱིལ་འཁོར་དུ་བྱུང་བའི་ཤེས་རབ། དགེ་མི་དགེ་ལུང་མ་བསྟན་ཐམས་ཅད་དང། ཡེ་ཤེས་དཀྱིལ་འཁོར་དུ་གྱུར་པའི་ཤེས་རབ་ལྟ་བ་དྲུག་པོ་མ་གཏོགས་པ་ཉོན་མོངས་ཅན་དང་མ་བསྒྲིབས་ལུང་མ་བསྟན་རྣམས་ནི། ཞེས་པ་ཁོ་ན་ཡིན་ནོ། ཡེ་ཤེས་དཀྱིལ་འཁོར་དུ་བྱུང་བའི་ཤེས་རབ་འཇིག་ཚོགས་ལ་ལྟ་བ་ལ་སོགས་པ། ཉོན་མོངས་པ་ཅན་ལྔ་དང་འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་དྲུག་ནི་ཀུན་རྫོབ་ཤེས་པ་ཡིན་པར་མ་ཟད་ལྟ་བ་ཡང་ཡིན་ཏེ། ངེས་པར་རྟོགས་པའི་བདག་ཉིད་ཡིན་པའི་ཕྱིར་ལྟ་བ་ཁོ་ན་ཡིན་པ་ནི་མེད་དོ། དེ་དག་ནི་རྫུ་འཕྲུལ་ཐར་ལམ་ས་བཅད་ཅིང་བཅོས་རྩ་བ་བཅད་ནས།

དྲི་མེད་བསོད་ནམས་གཤེགས་པ་མིན་ཞེས་པའི་དྲི་མ་མེད་པའི་མཐོང་ལམ་ཆོས་བཟོད། ཞེས་ར། འདོད་པ་ལ་ཆགས་པ་ན་སྡུག་བསྔལ་ཆོས་བཟོད་དཀོན་མཆོག་ཆོས་བཟོད་འཁོར་བ་ཆོས་བཟོད་ལམ་ཆོས་བཟོད་ཞེས་དང་ཁམས་གོང་མ་ལ་བྱིན་བཟོད་ཞེས། ཨ་ནི་འདི་ཚོའི་རྒྱས་དེ་ཨ་ནི་ཤེས་པ་མ་ཡིན། ཤེས་པ་མ་ཡིན། ཞེས་པས་འདིར་བཟོད་ཤེས་ལྟ་སུམ་གྱི་ནང་ཚན་གྱི་བཟོད་པ་དེ་ག་འདྲ་རེད་ན་བར་ཆད་མེད་པའི་ལམ་ཡིན་པས་དེའི་ཚེ་རང་གི་སྤང་བྱ་ཐེ་ཚོམ་དང་ཕྲ་རྒྱས་མ་སྤངས་པའི་རང་ཡུལ་ལ་ཐེ་ཚོམ་དང་བཅས་པའམ་རང་ཡུལ་ལ་ཐེ་ཚོམ་སྤོང་བྱེད་ཀྱི་བར་ཆད་མེད་པའི་ལམ་ཞིག་ལ་ནི། བཟོད་ཤེས་ལྟ་སུམ་ནང་ཚན་གྱིས་བཟོད་པ་སླར་གོ་ཡང་འདྲའོ་ཅིག་ཤེས། བདག་གཉིས་པ་ཤེས་པ་ལ་ཡང་དེ་ཕྱིར་ཤེས་པ་ཞེས་པ་དེ། ང་ཚོས་བར་གྱི་དོ་ལ་ཤེས་པ་ཡིན་ན་ནི་ཧ་གོ་བ་དང་དོན་རྟོགས་པ་དེ་ཚོ་ལ་ཤེས་པ་ལ་གོ་ར། ཨ་ནི་འདི་ལ་ཅིག་གོ་ཡ་ཅིག་བྱས། བློ་རིག་ཤེས་གསུམ་དོན་གཅིག་གི་ཤེས་པ་འདི་ལ་གོ་ཡ་ཅིག། ཨ་ནི་ཤེས་པ་བརྒྱད་དུ་ཕྱེ་བའི་ཤེས་པ་གོ་ཡ་ཅིག་ཤེས་པ་བཅུར་ཕྱེ་བའི་ཤེས་པ་ལ་སོགས་པ་སྦྱོད་ཡུལ་སྣ་ཚོགས་པ་ཡོད་ཀྱང་བཟོའི་རྩ་བ་ལ་དྲི་མེད་བསོད་ནམས་ཤེས་པ་མིན་ཤེས་པའི་བཟོ་ཤེས་ལྟ་གསུམ་གྱི་ནང་ཚན་གྱི་ཤེས་པ་དེ་ག་འདྲ་རེད་ན་རང་ཡུལ་ལ་ཐེ་ཚོམ་ས་བོན་ན་བཅད་པ་སྤངས་པའི་ངེས་པའི་བདག་ཉིད་ཅན་ཞིག་འོ་དེ་འདྲ་ཅིག་ལ། བཟོ་ཤེས་ལྟ་གསུམ་ནང་ཚན་གྱི་ཤེས་པ་སྒྲོག་བྱ་དགོས་སྒྲོག་ཅིག་བྱས་ར། ཨ་ནུ་གསུམ་པ་ལྟ་བ་ལ་ཡོད་དེ་སྤྱིར་ལྟ་བ་ལ་མིག་གི་གཟུགས་ལ་ལྟ་ཡ་གཅིག་ལྟ་གྲུབ་ཀྱི་ལྟ་བ་གཅིག་ཕར་ལམ་ཁྱེད་ཀྱི་ནང་ཚན་གྱི་ལྟ་བ་ལ་སོགས་པ་མང་པོ་ཅིག་ཡོད་ར། དེ་དག་མ་ཡིན་པ་ཟོ་ཤེས་ལྟ་གསུམ་ནང་ཚན་གྱི་ལྟ་བ་དེ། ཡུལ་ཡང་དག་པར་ངེས་པར་རྟོགས་པ་དང་དམིགས་པ་དང་རྣམ་པ་ཚོལ་བའི་བསམ་པ་ཅན་འོ་དེ་འདྲ་གཅིག་ལ་ལྟ་བ་བཞག་དགོས་ཡ་འདྲ་བ་ཅིག། དེ་ཡང་ཚོའི་རྩ་བ་ལས། ཟས་དང་མི་སྐྱེ་བློས་བལྟ་མིན་དེ་ལས་གཞན་པ་བློ་གཉིས་ཀ་གཞན་ཤེས་སྒྲོན་ནས་ལྟ་བ་ཡིན། ཞེས་ཟས་པ་ཤེས་པ་དང་མི་སྐྱེ་བ་ཤེས་པའི་བློ་དེ་དག་ལྟ་བ་མ་ཡིན། དེ་དག་ལས་གཞན་འཕགས་པ་ཟག་མེད་ཀྱི་བློ། ཨ་ནི། ཨ་ནི། ལྟ་བ་དང་ཤེས་པ་གཉིས་ཀ་ཡིན། གཞན་ཨ་ནི་འཕགས་པ་ཟག་མེད་ལས་གཞན་སོ་སྐྱེ། བློ་ཟག་བཅས་ཀྱིས་བསྡུས་པ་ཉོན་མོངས་ཅན་གྱི་ལྟ་བ་ལྔ་དང་འཇིག་ཚོགས་འཇིག་རྟེན་པའི་ཡང་དག་པའི་ལྟ་བ་དྲུག་ནི་ཤེས་པ་ཡིན་པར་མ་ཟད་ལྟ་བ་ཡིན་ནོ་ཟེར། དེའི་གཟུགས་ཤེས་ལྟ་གསུམ་གྱི་ངོ་བོ་འདྲ་བ་དེ་ཚོ་རོབ་ཚོད་ཡིན་པའི་སྐད་ཆ་རེད། དེ་ནི་རྩ་བའི་ཚིག་རྐང་རེ་རེའི་དོན་ལ་དཔྱོད་པ་ལ་ཡ་དེ་ད་ཡི་དྭགས་དྲི་མེད་བསོད་ནམས་ཤེས་པ་མིན་ལ་ཡ་དེ་ར། དེ་དག་ལས་ནི་རྩ་བའི་ཚིག་རྐང་དང་པོ་དྲི་མེད་བསོད་ནམས་ཤེས་པ་མིན་ཞེས་པའི་བཟོད་པ་དེ་ལ་སྦྱོར་ལམ་བཟོད་པ་སོགས་ཟག་བཅས་ཤིག་དང་མཐོང་ལམ་བཟོད་པ་ལ་སོགས་པ་ཟག་མེད་གཉིས། བྱས་ནས་འདིའི་ནང་ལོགས་ཀྱི་ནི་བཟོད་པ་ཟག་མེད་དེ་རྣམས་ཤེས་པ་མིན་ཞེས་པ་ཡང་བཟོད་བྱའི་ལྟ་གསུམ་ནང་ཚན་གྱི་ཤེས་པ་མིན་ཞེས་པ་ཡིན་ཏེ་དེ་ནང་ཚན་གྱི་ཤེས་པ་ཡིན་ན་ཤེས་པ་ཟག་མེད་ཡིན་དགོས་དེ་ཡིན་ན་ངེས་པའི་བདག་ཉིད་ཅན་རང་ཡུལ་ལ་ཐེ་ཚོམ་སྤངས་པ་ཅིག་ཡིན་དགོས་དུས། དེ་མ་ཡིན་ཏེ་བཟོད་པ་བཟང་མེད་རྣམས་ནི་བར་ཆད་མེད་པའི་ལམ་ཡིན་པས་དེའི་ཚེ་རང་གིས་སྤང་བྱ་ཐེ་ཚོམ། མ་སྤངས་པས་རང་ཡུལ་ལ་ཐེ་ཚོམ་རྣམས་བྱེད་པའི་ཕྱིར་འོན་ཀྱང་ཕྱིར། ད་ཅི་དང་གི་ཤེས་པ་ཙམ་ནི་ཡིན་ཏེ་རིགས་པ་ཡིན་པའི་ཕྱིར་ཁྱབ་སྟེ་དཔེར་ན་སོ་སྐྱེའི་འཇིག་རྟེན་ཡང་དག་པའི་ལྟ་བ་ནི་ཤེས་པ་ཡིན་ཏེ་རིགས་པ་ཡིན་པའི་ཕྱིར་ས་ཞིང་རིགས་པ་ཤེས་པའི་མཚན་ཉིད་ས་བའི་ངོ་བོ་དང་རིགས་པའི་བྱེད་ལས་ཅན་ལས། དེ་འདྲའི་གསུང་ཡལ་དུའོ་དེ་དང་གཅིག་པ་གཅིག་ཀྱང་མཚུངས་ཀྱི་དུ་ཟེར། ཡང་ན་བཟོད་པ་བཟང་མེད་ནི་ཤེས་པ་ཡིན་ཏེ་ཡང་སྒྱུ་སྒྲུབ་བྱེད་གཞན་པ་གཅིག། ཕ་རོལ་སེམས་བསྐྱེད་ཀྱི་དམིགས་པ་རེ་བྱ། བྱས་ཙང་ཤེས་པ་རེ་ལོག་ར། ད་ལམ་ཟག་བཅས་རྣམས་ལ། གོང་མའི་ཕ་རོལ་སེམས་བསྐྱེད་ཀྱི་འོག་མའི་སེམས་རིག་ན་ཕ་རོལ་སེམས་བསྐྱེད་ཀྱི་མཐོང་ལམ་སྐད་ཅིག་མ་དུ་རིག་ཅེ་ན། རྩ་བ་ནང་ལོག་ཉན་ཐོས་མཐོང་བའི་སྐད་ཅིག་ཉིད་རིག་སྟེ་ཞེས་པའི་གསུངས་པའི་སྐབས་སུ། ཉན་ཐོས་ཀྱི་ཕ་རོལ་སེམས་བསྐྱེད་ཀྱི་མཐོང་བའི་ལམ་དུ་ངག་ཆོས་སྲོད་དང་ཆོས་བཤད་སྐད་ཅིག་མ་དང་པོ་གཉིས་རིག་གི། དེ་ལས་གཞན་མི་རིག་ལ། འོ་དེ་བཞིན་ནི། བྱས་པ་ཙམ་ཡིན་པ་གཅིག་བྱས་ར། དེར་མ་ཟད་དྲི་མས་བཅོས། དྲི་མས་བཅོས་པའི་བཟོད་པ་ཟག་བཅས། བཟོད་པ་ཟག་བཅས་རྣམས་བཅད་པ་ཡིན། ཅེས་བརྗོད་ལ། དྲི་མེད་ཅེས་པའི་བཟོད་པ་ཟག་བཅས་རྣམས་ནི་ཤེས་པ་ཡིན་ནོ་ཞེས་གསུངས་པ་དང། འོ་ན་བཟོད་པ་ཟག་བཅས་དེ་ག་རེ་རེད་མིན་ན་འཇིག་རྟེན་པའི་ཤེས་རབ་རྣམ་བཅད་ཀྱི་ཉེས་རྟོག་དང་ཡང་ན་གཞུང་འགའ་ཞིག་ལ་ག་རེ་དྲི་མེད་ཅེས་སྨྲས་པའི་བཟོད་པ་ཟག་བཅས་ནི་ཤེས་པ་ཡིན་ནོ་ཞེས་གསུངས་པ་ནི། བཟོད་པ་ཟག་བཅས། བར་ཆད་མེད་ལམ་ལྟ་བུ་ཞིག་ཡོད་པ་མིན་འདྲ་ཡང་ཕར་ཕྱིན་དྲུག་གི་ནང་གི་བཟོད་པ་ལ་དགོངས་པའོ། དེ་འདྲའི་ཞིག་གསུངས་འདུག་ར། འོ་ན། དྲི་མེད་བསོད་ནམས་ཤེས་པ་མིན་ཞེས་པའི་མཐོང་ལམ་བཟོད་པ་དེ་ལ་བཟོད་ཤེས་ལྟ་སྲུང་གི་ནང་ཚན་གྱི་ཤེས་པ་མ་ཡིན་པའི་ཁྱད་པར་ངེས་ན་ཆགས་སྒྲ་སྔོན་འགྲོ་ཆོས་བཟོད་བཞིའི་ནང་ཚན་གྱི་ཤེས་པ། ཆོས་བཟོད་ནི་ཆོས་བཟོད། ཆོས་བཟོད་བཞི་པོ་དེའི་ནང་ཚན་གྱི་ཤེས་པ་ཡིན་ནམ་མ་ཡིན་ལ་ཡང་དྲི་བ་ལས་ར། གལ་སྲིད་ཡིན་ན་མ་ཡིན་པ་དང་བཟོད་པ་ཟག་མེད་ཡིན་པའི་ཕྱིར་རྙེད་པ་དང་ན་དེའི་ནང་ཚན་གྱི་ཤེས་པ་ཡིན་པ་དང་རང་ཡུལ་བདེན་པ་ལ་ལོག་པར་ཤེས་པའི་ཐེ་ཚོམ་སྤངས་པའི་ཕྱིར་འདི་འདྲའི་དོགས་པ་ཅིག་སླེབས་ན་དེ་བསམ་གྱིས་ཁྱབ་པ་མེད་ཅེས་རང་ཡུལ་ལ་ཐེ་ཚོམ་སྤངས་ལ་ཡ་དེ། ཐེ་ཚོམ་གསར་བ་དང་བཅས་པ་སྤངས་པ་ལ་གོ་དགོས་འདུག་བསམ་ཟེར། ཨ་ནུའི་གཞུང་འགའ་ཤས་ལ་བཟོད་པ། བར་ཆད་མེད་ལམ་རྣམས་ལྷར་བཅས་པ་ནི་རང་གི་ངོ་དགའ་གྱི་ཐེ་ཚོམ་མ་སྤངས་པའི་ཕྱིར་ཆགས་སྒྲ་དངོས་སྣང་སོང་གི་ཕྱིར་མ་འོངས་ཞུ་འབོད་ཀྱི་གི་སྡུག་བསྔལ་ཆོས་བཟོད་ལྟ་བུ་འདོད་པའི་སྡུག་བསྔལ་མཐོང་སྤངས་མ་སྔར་སྤངས་ཟིན་ཀྱང་དེ། ས་བོན་མ་སྤངས་པའི་ཟག་མེད་ཀྱི་བཟོད་པའི་རིགས་སུ་གནས་པའི་ཕྱིར་དེ་གསུམ་གྱི་ནང་ཚན་གྱི་བཟོད་པ་མི་འཇུག་གོ། ལ་ཡའི་དྲ་བོ་ཆིག་ཅེས་རྩ་བའི་ཚིག་དེ་དངོས་སུ་དྲི་མེད་བཟོད་ན་དྲི་མེད་བཟོད་པ་བརྒྱད་པོ་རྣམས་དེའི་ནང་ཚན་གྱི་ཤེས་པ་མིན་ཞེས་བསྟན་ནས་ཤུགས་ལ་དེའི་ནང་ཚན་གྱི་ལྟ་བ་ཡིན་ཞེས་བསྟན་པ་ཡིན། བཟོད་པ་བརྒྱད་ལ་དེ་གསུམ་དུ་བྱས་པའི་ཤེས་པ་མེད་པར་གསུངས་པ་ལས་ལྟ་བ་ནི་ཡོད་པར་ངེས་ཏེ་བཟོད་པའི་ངོ་བོར་ཁྱོད་འཕགས་ལམ་ཡན་ལག་བརྒྱད་ཡོད་པའི་ཕྱིར་སྙམ་སྟེ་འཆད་པར་བྱའོ་ལ་ནི་གཞུང་འགའ་ཞིག་ལ་དེ་འདྲའི་དོ། གོ་བདེ་ཕྱིན་ཅད་ནི་ལྟ་བ་རྩ་བའི་ཚིག་རྐང་གཉིས་པའི་དོན་ལ་ཅུང་ཟད་དཔྱད་པ་ལ་ཡ་དེ་ལ། ཟས་དང་མི་དགེ་བློ་ཐབས་མེད་ལྷའི་རྩ་བ་དེ་ར། དེ་ལ་ནི། ལྟ་བ་དེ་ལ་ཡང་ཟག་བྱེད་ཟག་མེད་གཉིས་སུ་ཕྱེ་ནས་ལྟ་བ་ཟག་བྱེད་ལ་ཇི་ལྟ་ལ་སོགས་པ་ལྔ་དང་ཟག་མེད་ལ་དུག་ལྔ་ཆོས་ཤེས་ནས་ལམ་ཤེས་ཤེས་པར། ལྟ་བ་ཟག་མེད་དུ་འདོད། ཟད་པ་ཤེས་པ། ཟད་པ་ཤེས་པ་ལ་ན་ག་འདྲས་བྱེད་ལ་ལ་ནི་དུག་ལྔ་ཤེས་སོ་ཀུན་འབྱུང་སྤོང་བ་འགོག་པ་མངོན་དུ་བྱས་སོ་ལྷའི་དང། མི་གཡོ་བར་གཤེགས་པ་སྟེ་སྡུག་བསྔལ་གཤེགས་བར་བྱ་སྟེ་སླར་ཡང་གཤེགས་བར་བྱར་མེད་དོ། ཀུན་འབྱུང་སྤང་བར་བྱ་སྟེ་སླར་ཡང་སྤང་བར་བྱར་མེད་དོ། འགོག་པ་མངོན་དུ་བྱ་སྟེ། འོ། གོམས་པར་བྱར་མེད་དོ་བསམ་པ་མ་གཏོགས་པར་སྟོང་བ་དང་མཉམ་པ་དང་བདག་མེད་དོ་སྙམ་དུ་བསམ་པ་ལ་སོགས་པའི་ཁྱད་པར་མ་ཕྱེ་བས་དེ་གསུམ་གྱི་ནང་ཚན་གྱི་ལྟ་བ་མ་ཡིན་ལ་ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པ་གཉིས་འདིར། དེའི་ནང་ཚན་གྱི་ལྟ་བ་ཡིན་ན་དམིགས་རྣམ་གསོ་བའི་བསམ་པ་ཅན་ཞིག་ཡིན་དགོས། ད་ཟད་པ་དང་མི་སྐྱེ་བ་ཤེས་པའི་བློ་ནི་དམིགས་རྣམ་གསོ་བའི་བསམ་པ་ཅན་མ་ཡིན་ཏེ། དགྲ་བཅོམ་པའི་རྒྱུད་ཀྱིས་ཟད་པ་དང་མི་སྐྱེ་བ་ཤེས་པའི་བློ་གཉིས་འབྲས་བུ་ཚོགས་པའི་ཁྲོ་བོའི་ཚོགས་དང་ཚོགས་བསགས་ཙམ་མིག་རྣམས་ཚོལ་བ་མ་ཡིན་ཏེ་བཟོད་པ་བསྐྱེད་ནས་དེའི་ནང་ཚན་གྱིས་བལྟ་བ་ཡིན་ཞིང་མིག་རྣམས་ཚོལ་བ་ཡིན་ཏེ་སྡུག་བསྔལ་ཆོས་བཟོད་དེས་འདོད་པའི་སྡུག་བསྔལ་སྟོང་སྤངས་སྤངས་ནས་མིག་རྣམས་འཕོ་དགོས་པའི་ཕྱིར་ག་ལེ་སི་རེར་ན། འདོད་པའི་སྡུག་བསྔལ་ཆོས་བཟོད་ནས་འགོག་པ་ཆོས་བཟོད་འགོག་པ་ཆོས་ཤེས་ཀྱི་རྣམ་པ་ལ་འཕོ་དགོས་དེས་ནས་ལམ་ཆོས་བཟོད་ལམ་ཆོས་ཤེས་ཀྱི་རྣམ་པར་འཕོ་དགོས་ཏེ་གར་བྱིན་རླབས་ནི་འདི་ཚོ་ཚང་མ་མཉམ་གཞག་དོན་གཅིག་པ་རེད་བྱ་ཟེར། ལྟ་བའི་ཚིག་རྐང་གསུམ་པ་དེ་ལས་གཞན་པ་བློ་གཉིས་ཀ་ཞེས་པའི་དོན་དུ་ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པ་གཉིས་དང། ནི་དྲི་མེད་བཟོད་པ་རྒྱས་པ་དེ་དག་ལས་གཞན་པའི་འཕགས་པའི་རྒྱུད་ཀྱི་ནི་སྡུག་བསྔལ་ཆོས་ཤེས་ནས་ལམ་ཆོས་ཤེས་ཀྱི་བར་གྱི་ནང་ཚན་གྱི་ཤེས་པ་ལྟ་བ་དང་ཤེས་པ་གཉིས་ཀ་ཡིན་རྩ་བའི་ཚིག་རྐང་བཞི་པ་དེ་ལ་ཞེན་ཤེས་དྲུག་ནི་ལྟ་བ་ཡིན་ལས་དང་པོ་ཞེན་ཤེས་དེ་ར་ཡང་འཕགས་པའི་ཤེས་པ་ལས་གཞན་སོ་སྐྱེ་ཀྱི་ཤེས་པ་ཐམས་ཅད་དེའི་ནང་ཚན་གྱི་ནི་ཀུན་རྫོབ་ཀྱི་ཤེས་པ་ཡིན་དྲུག་སྟེ་ལས་དྲུག་སྟེ། དྲུག་སྟེ། ཇི་ལྟར་ལ་སོགས་པ་ལྔ་དང་ཇི་སྟེ་མི་ཡང་དག་པའི་ལྟ་བ། ཇི་ལྟ་བའི་ཡང་དག་པའི་ལྟ་བ་ལ་ཞོག་ལ་ན། ར་ལའི་རྒྱུ་འབྲས་དང་ཀུན་སྤྱོད་དང་སྐྱེ་བ་སྔ་ཕྱི་ལ་ཡིད་ཆེས་བྱེད་པ་སྟེ། ནི་དྲུག་པོ་དེ་དག་ནི་ཤེས་པ་ཡིན་པར་མ་ཟད་ལྟ་བ་ཡང་ཡིན་ཟེར། ར་ལྟ་དེ་ནི་གཞན་པ་ཅིག། ཟད་པ་དང་མི་སྐྱེ་བའི་བློ་ཤེས་པའི་བློར་ཆོས་ཅན། ལྟ་བ། མ་ཡིན་ཏེ། ངེས་རྟོགས་མ་ཡིན་པའི་ཕྱིར་དང་ངེས་རྟོགས་དེ་སྔ་ལ་གཅིག་དེ་ཤེས་བ་ཡིན་ན། ཨང། ཟད་པ་དང་མི་སྐྱེ་བ་ཤེས་པའི་བློ་ཞེས་བྱ་བ་ལྟ་བ་མ་ཡིན་ཏེ་ངེས་རྟོགས་མ་ཡིན་པའི་ཕྱིར་གསུངས་པ་ལ་འོ་ན་ངེས་རྟོགས་ཤེས་པ་དེ་གང་ལ་འཇོག་ཅེ་ན་གནས་དང་པོ་ལ་ཁོ་ན་རེ། རྣམ་པར་ཤེས་པའི་ཁམས་ལྔ་པོ་རྟོགས་བྱེད་ཡིན་ན་མདོ་ལས་དགེ་སློང་དག་མི་དགེའི་རྣམ་པར་ཤེས་པའི་དངོས་པོ་ཞིག་གིས་དངོས་པོ་སྙམ་ན་ནི་མ་ཡིན་ནོ་ཞེས་རྟོག་སྒྲ་དུ་ཤེས་པ་དང་འགལ་ལོ་ཞེ་ན་མི་འགལ་ཏེ་ཟེར་ར་ཏི། ཐར་ལམ་ས་བཅད་ནང་ཡོད་ར་ནི་རྩ་བ་ལ་ངེས་པར་རྟོགས་དང་བྱེད་འབྲེལ་མེད་རྣམ་པར་རྟོག་པའི་རྣམ་མིན་ཏོ། ཞེས་སྤྱིར་རྟོག་པ་ལ་ངོ་བོ་ཉིད་ཀྱི་རྟོག་པ། ངེས་པར་རྟོགས་པ་དང་བྱེད་དྲན་གྱི་རྟོག་པ་གསུམ་ཡོད་པ་ལས་དགུ་ལྔའི་རྣམ་ཤེས་ནི་ངེས་པར་རྟོགས་པ་དང་བྱེད་དྲན་གྱི། ཞེས་སོགས་དྲི་མའི་རྣམ་པར་རྟོག་པའི་རྣམ་པར་མི་རྟོག་པ་ཤེས་པ་ཡིན་ངོ་བོ་ཉིད་ཀྱི་རྟོག་པ་དང་འདྲ་བར་ཤེས་པ་མིན་ནོ་ཟེར། དེ་ལ་རྟོག་པ། རྟོག་པ་དེ་ལ་ངེས་རྟོག། བྱེད་དྲན་གྱི་རྟོག་པ། ངོ་བོ་ཉིད་ཀྱི་རྟོག་པ་ལ་ནི་གསུམ་བྱེད་དོ། དེའི་ནང་ལོགས་ཀྱི་ནི་ངེས་པར་རྟོགས་པ་ལ་ནི། ཨ་ནུས་རྟོགས་པ་དེ་དག་གང་ཞེ་ན། དེ་དག་ཡིད་ཀྱི་ཤེས་རབ་ཡང་ཡིད་ཀྱི་དྲན་པ་ཐམས་ཅད་ཉིད་ལ་ཐུག་ངེས་པར་རྟོགས་པ་དང་ཆོས་སུ་དྲན་པའི་རྟོག་པ་དེ་དག་ག་འདྲེར་བྱ་བར་རིགས་ན། ཡིད་ཀྱི་རྣམ་ཤེས་དང་མཚུངས་ལྡན་གྱི་ཤེས་རབ་ཡུལ་ལ་རྣམ་པར་གཡེང་བ་དེ་ལ་ངེས་རྟོག་ཡིད་ཀྱི་རྣམ་ཤེས་དང་མཚུངས་པ་ལྡན་པའི་དྲན་པ་མིང་ལ་མ་ལྟོས་པ་དོན་དྲན་པ་མཉམ་པ་བཞག་མ་བཞག་ཐམས་ཅད་ཉིད་དོ་དེ་ལ་ཨ་ནི་ཆོས་སུ་དྲན་པའི་རྟོག་པ་ལ་གོ་རེ། དེ་ལ་ཨ་ནི་ཡིད་ཀྱི་ཤེས་རབ་གཡེང་བ་ནི་དེ་དག་དང་མཚུངས་པ་ལྡན་པའི་གཡེང་བ་དེ་ལ་མཚུངས་པ་ལྡན་པའི་ཐོས་པ་དང་བསམ་པ་དང་ཨ་ནི་ཐོས་བྱུང་བསམ་བྱུང་ཨ་ནི་སྐྱེས་ནས་ཐོབ་པ་དེ་འདྲེར་བྱ་ཡོད་དོ། བྱེད་དོན་གྱི་རྟོག་པ་དེ་ལ་དེར་སྐྱེས་པའི་བསམ་བྱུང་དང་ཐོས་བྱུང་ཡོད་བ་དག་དེ་ཁྱོད་དུ་སྐྱེ་བའི་བསྙེན་པར་མ་བྱས་པའི་ཤེས་པ་ཡོད་པའི་ཕྱིར་འདོད་ལ་ན་དེའི་ཐོས་བྱུང་དང་བསམ་བྱུང་བྱེད་དོན་གྱི་རྟོག་པ་ཆོས་ཅན། མིང་ལ་མ་ལྟོས་པར་དོན་ཟིན་པའི་བློ་ཡིན་པ་དག་ཁྱོད་བྱེད་དོན་གྱི་རྟོག་པ་ཡིན་པའི་ཕྱིར་འདོད་མི་ནུས་ཏེ་གནས་དྲུག་པའི་ནང་ལོགས་ལ་ཨ་ནི། ཐོས་སོགས་ལས་འབྱུང་བློ་རྣམས་ནི་མིང་དང་གཉིས་ཀ་དོན་ཡོད་ཅན་ཞེས་པའི་སྐབས་སོ། རྒྱུན་དུ་མིང་ལ་བལྟོས་ནས་དོན་འཛིན་པ་དེ་ལ་ཐོས་འབྱུང་ལགས་ཀྱི་འདུག། ཨ་ནི། མིང་ལ་བལྟོས་མ་བལྟོས་གཉིས་ཀར། རེས་འགའ་མིང་ལ་བལྟོས་ཏེ་དོན་འཛིན་པ་ལ་བསམ་བྱུང། མིང་ལ་མ་བལྟོས་པར་དོན་འཛིན་པ་ལ། སྐར་མ་གསུམ་མ་གཏོགས་ལྷག་མི་འདུག་སྐར་མ་གསུམ་ནང་ལོ་ལེགས་ཕྱོགས་སྡོམ་དང་ནང་ལྷ་གཞོན། ཨ་ནི། འབྱུང་དུ་གསུངས་ཀྱི་འདུག། དེ་ནས་ཡང་སྐྱོ་དང་དེ་ཟན་ལོ་ག་གཅིག། བདུན་པ་ལྟ་བ་དང་ལྟ་མིན་གྱི་རབ་དབྱེ་དེ་ལ། ཁམས་བཅོ་བརྒྱད་ལས་ལྟ་བ་ནི་དུག་ལྟ་མིན་ནི་དུག་ཤེས་ན་རྩ་བར་མིག་དང་ཕྱོགས་ཀྱི་ཁམས་ཕྱོགས་ནི་ལྟ་བ་ཡིན་ཏེ་རྣམ་པ་བརྒྱད་ལ་ཡ་གཅིག་ལྟ། ཨ་ནི་མིག་དང་ཕྱོགས་ཁམས་ཀྱི་ཕྱོགས་གཅིག་ལྟ་བ་ཡིན་ཏེ་རིམ་པ་ལྟར་གཟུགས་ལ་ལྟ་བ་དང་མིག་དེ་གཟུགས་ལ་ལྟ་བའི་ཆ་ནས་ལྟ་བ་བཞག། ཕྱོགས་ཁམས་ཀྱི་ཕྱོགས་གཅིག་སྟེ་ཡུལ་ལ་ངེས་པར་རྟོག་པའི་ཆ་ནས་ལྟ་བར་བྱ་ཡ་བྱེད་དོ། ཕྱོགས་ཁམས་ཀྱི་ཕྱོགས་གཅིག་གང་ཞེ་ན་སྦྱིན་སོགས་ལ་ལྟ་བ་ལ་སོགས་པ་ལྔ་དང་འཇིག་རྟེན་པའི་ཡང་ལྟ་བའི་ལྟ་བ་དང་སློབ་པའི་ལྟ་བ་མི་སློབ་པའི་ལྟ་བ་རྣམ་པ་བརྒྱད་ཡོད་དེ་ལ་དང་པོ་ལྔ་ནི་ཉོན་མོངས་ཅན་དང་དྲུག་པ་ནི་དགེ་བ་ཟག་བཅས་ཕྱི་མ་གཉིས་ནི་གོ་འཕང་གི་ས་བོན་དང་བཅས་པ་དང་དེ་མིན་པའི་ཟག་མེད་ཡིན་པས་དེ་དག་གི་ཤེས་བྱའི་ཆོས་ལ་ལྟ་བ་ན་རིམ་པ་དང་སྤྲིན་དང་བཅས་པ་དང་སྤྲིན་མེད་པའི་མཚན་མོ་དང་ཉིན་མོ་གཟུགས་ལ་ལྟ་བ་བྱེད་ན་མི་ཟ་བ་དང་ཟ་བ་དང་ཤིན་ཏུ་ཆེས་ཟ་བ་དང་ལྡན་པ་ཡིན་ནོ། ནས་རྩ་བ་ལས་རྣམ་ཤེས་ལྔ་དང་མཚུངས་སྐྱེ་ལོག་ངེས་རྟོག་མེད་ཕྱིར་བལྟ་མ་ཡིན་ཤེས་བྱེད་བསྟན་པའི་ཡང་དག་པའི་ལྟ་བ་ནི་ཤེས་དང་གསུང་དང་གཉིས་ཤེས་རབ་དགེ་བ་ཟག་བཅས་ཁོ་ན་ཡིན་གྱི། མིག་ལ་སོགས་པའི་རྣམ་ཤེས་ལྔ་དང་མཚུངས་ལྡན་དུ་སྐྱེ་བའི་བློ་དེ་ཤེས་རབ་ནི་འཇིག་རྟེན་པའི་ཡང་དག་པའི་ལྟ་བ་མ་ཡིན་ཏེ་ལྟ་བ་ནི་ངེས་པར་རྟོགས་པ་ཡིན་ལ་དེ་དག་ནི་ངེས་པར་རྟོགས་པ་མེད་པ་ཡིན་པའི་ཕྱིར་རོ། འོ་ན་མིག་ཀྱང་ལྟ་བ་མ་ཡིན་པ་དང་ངེས་རྟོག་མ་ཡིན་པའི་ཕྱིར་ཞེ་ན་རྩ་བ་ལ་མིག་གི་གཟུགས་རྣམས་མཐོང་བདེན་ཅིང་དེ་ལ་བརྟེན་པའི་རྣམ་ཤེས་མེད་གང་ཞིག་བར་དོ་སྤྱོད་པ་ཡི་གཟུགས་ནི་མཐོང་བ་མིན་ཅིང་ལོ་ཞེས། མིག་གིས་གཟུགས་རྣམས་མཐོང་བའི་ཕྱིར་ལྟ་བ་ཞེས་བྱའོ་ངེས་པར་རྟོགས་པའི་ཕྱིར་ནི་ལྟ་བ་མིན་ནོ། ཡང། ངེས་རྟོགས་ཆོས་ཅན། ཁྱོད་ཡིན་ན་མཉམ་པར་མ་བཞག་པའི་བསལ་བ་མ་ཡིན་པའི་ཁྱབ་བ་དག་ཁྱོད་ལ་ཐོས་བྱུང་དང་བསམ་བྱུང་དང་སྐྱེས་ཐོབ་ཀྱི་ཤེས་རབ་ལས་གཞན་སྒོམ་བྱུང་མེད་པར་ཤེས་པའི་ཕྱིར་འདོད་ན། སྦྱོར་ལམ་དྲོད་སོགས་བཞིས་བསྡུས་པའི་ཤེས་རབ་ལྟ་བུ་ཆོས་ཅན་ངེས་རྟོགས་མ་ཡིན་པ་དག་སྒོམ་བྱུང་ཡིན་པའི་ཕྱིར་འདོད་ན་དེ་ཆོས་ཅན་ཁྱོད་འཇིག་རྟེན་པའི་ཡང་དག་པའི་ལྟ་བ་མ་ཡིན་པ་དག་ངེས་རྟོགས་མ་ཡིན་པའི་ཕྱིར་ཁྱབ་སྟེ། འོག་ཏུ་རྣམ་ཤེས་ལྔ་དང་མཚུངས་སྐྱེ་བློ་ངེས་རྟོག་མི་བྱེད་ཐབས་མ་ཡིན་ཞེས་དང་དེའི་ཐིག་གིས་ཐར་ལམ་ཟག་བཅས་ལ། མིག་ལ་སོགས་པའི་རྣམ་ཤེས་ལྔ་དང་མཚུངས་དོན་དང་སྐྱེས་པའི་བློ་དེ་ཤེས་རབ་ནི་འཇིག་རྟེན་པའི་ཡང་དག་པའི་ལྟ་བ། མ་ཡིན་ཏེ་ལྟ་བ་ནི་ངེས་པར་རྟོགས་པ་ཡིན་ལ་དེ་དག་ནི་ངེས་པར་རྟོགས་པ་མེད་པ་ཡིན་པའི་ཕྱིར་རོ་ཞེས་གསུངས་པའི་ཕྱིར་ལབ། ར་ནི་འདྲི་བ་སྔོན་པོའི་རྒྱན་ལས་ནང་ལོགས་ལ་ཡང་དེ་བཞིན་དུ་གསུངས་པའི་ཕྱིར་རྩ་བ་དུས་མི་གནས་ཏེ་ཡེ་ཤེས་སྐོར་གྱི་ཟག་བཅས་དགེ་བའི་ཤེས་རབ་ཡིན་ཏེ། ཤེས་རབ་ཡིན་པའི་ཕྱིར་ཁྱབ་སྟེ་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཞེས་པ་དང་ཡེ་ཤེས་སྐོར་གྱི་ཟག་བཅས་དགེ་བའི་ཤེས་རབ་ལ་འཇོག་དགོས་པའི་ཕྱིར། དེས་འབྲེལ་བ་མངོན་པའི་རྐྱེན་ལས་ཇི་སྟེ་མི་ཡང་དག་པའི་ལྟ་བ་ནི། ཡིད་ཀྱི་རྣམ་ཤེས་དང་མཚུངས་པར་ལྡན་པའི་ཤེས་རབ་དགེ་བ་ཟག་བཅས་ཁོ་ན་ཡིན་གྱི་ཞེས་གསུངས་པ་གྲུབ་པའི་ཕྱིར། དེ་བྱས་ལ་འབྲེལ་བ་མངོན་པའི་རྐྱེན་ལ། དེ་ལ་དང་པོ་བ་ནི་ཉོན་མོངས་ཅན་དང་དྲུག་པ་ནི་དགེ་བ་ཟག་བཅས། ཕྱི་མ་ནི་གཉིས་སྒོམ་སྤང་གི་ས་པ་ན་བྱེད་པ་དེ་མེད་པའི་ཟག་མེད་ཡིན་པས། ཡེ་ཤེས་དཀྱིལ་འཁོར་གྱི་ཤེས་རབ་ཟག་བཅས་དགེ་བ་ཐམས་ཅད་ལྟ་བ་དྲུག་པ་འཇིག་རྟེན་པའི་ཡང་དག་པའི་ལྟ་བར་བཞག་པ་གསུངས་པའི་ཕྱིར་རོ། འདིར་མིག་གིས་ཁམས་བལྟ་བར་འཇོག་པ་ནི་ཟེར་ལྟར་གཙོ་བོ་དེ་འདིར་ར་མིག་གིས་ཁམས་བལྟ་བར་འཇོག་ལ་ཡ་སྟེ། འཇིག་རྟེན་གྱི་ཐ་སྙད་དུ་ལྟ་བའི་སྒྲ་འཇུག་ཏུ་ཡོད་པ་ཙམ་ལ་བསམས་ནས་རྣམ་གྲངས་ཙམ་དུ་དྲན་པ་ལས་ལྟ་བ་དངོས་བསྣན་པ་ནི་མ་ཡིན་ཏེ་གཟུགས་ལ་ལྟ་བ་ཙམ་གྱིས་ལྟ་བར་གྱུར་ན་མིག་གིས་རྣམ་ཤེས་དང་དེའི་ཁུར་སེམས་བྱུང་རྣམས་ཀྱང་ལྟ་བར་བཞག་ཆོག་པའི་ཕྱིར་དང། སྤྱིར་ལྟ་བ་དང་ལྟ་མིན་བྱེད་པའི་ཚེ་ན་ཡང་ལྟ་བའི་གྲངས་སུ་འཇོག་དགོས་པར་ཐལ་བའི་ཕྱིར།

དྲི་བ་ཅིག་ཞུ་ཞེས་པ་དེ་རེད། ད་ལྟའི་ཡང་ནི་ལ་ཡི། བཟོ་བྱེད་ལྟ་གསུམ་གྱི་ནང་ཚན་དུ་གྱུར་པའི་གི་ཤེས་པ་གྱི་མཚན་ཉིད་གཞན་ཡིན་དུས། ད་ལྟ་རང་ཡུལ་ལ་ཐེ་ཚོམ་ས་བོན་དང་བཅས་རང་ཡུལ་ལ་ཐེ་ཚོམ་ས་བོན་དང་བཅས་པ་སྤངས་བའི་གི་ཤེས་རབ་ངེས་པའི་གི་བདག་ཉིད་ཅན་ཞིག་ལ། ད་ལྟ་བཟོ་བྱེད་ལྟ་གསུམ་གྱི་དེའི་ཆེ་བའི་གི་ཤེས་པ་ཞེས་ཟེར་གྱི་ཡོད་རེད་དེ་ནི་ལ་ཡིན་ཏོ།
ཡིན་ན་དེ་ནི་ད་ལྟ་སོ་སོ་སྐྱེ་བོའི་གི་རྒྱུད་ལ་དཔེར་ན་བྱེད་པའི་གི་རྟགས་ལ་བརྟེན་ནས་སྒྲ་མི་རྟག་ཐོབ་པའི་གི་རྗེས་དཔག་ཚད་མ། དེ་དང་མཚུངས་ལྡན་དུ་གྱུར་པའི་གི་ཤེས་རབ་ཅིག་ཡོད་རོ།
འདིའི་ད་ལྟ་སྐབས་སུ་བབ་པའི་གི་རྫོགས་ཤེས་རྟགས་གསུམ་གྱི་དེའི་ཕྱི་བའི་གི་ཤེས་པ། དེ་ཆགས་ཀྱི་ཡོད་རོ། དཔེར་ན་ཤེས་པ་བཅུ་ཡིན་ན་ནི་འདིའི་ཀུན་རྫོབ་ཀྱི་ཤེས་པ་ཆགས་ཀྱི་ཡོད་རོ། ཡིན་དུས། རྟགས་དེ་འདྲའི་གྱི། བྱེད་པའི་གྱི་རྟགས་ལ། བྱེད་པའི་རྟགས་ལ་བརྟེན་ནས་སྒྲ་མི་རྟག་པ་ཐོབ་པའི་བྱེད་པ་རེད། བྱེད་པའི་རྟགས་ལ་བརྟེན་ནས་སྒྲ་མི་རྟག་ཐོབ་པའི་བྱེད་པ་ཚད་མ་དེ་དང་མཚུངས་ལྡན་དུ་གྱུར་པའི་ཤེས་རབ་ཅིག་ཡོད་ར། འདིའི། སྐབས་སུ་བབ་པའི་གྱི་བཟོ་ཤེས་རྟགས་གསུམ་གྱི་དེའི་ཕྱེ་བའི་གྱི་ཤེས་པ་དེ་ཆགས་ཀྱི་ཡོད་ར། ཡིན་དུས་དེའི་དག་རང་ཡུལ་ལ་ཐེ་ཚོམ་ས་བོན་དང་བཅས་པ་སྤངས་པའི་གྱི་ཤེས་རབ་ཡིན་ན། དེ་ནི་གོ་བ་དེ་འདྲའི་གྱི། སྒྲ་མི་རྟག་ཐོབ་པའི་བྱེད། སོ་སོར་སྐྱེ་བའི་གྱི་བརྗོད་བྱ་རེད་ད། དེ་འདྲའི་གྱི་སོ་སོར་སྐྱེ་བའི་བརྗོད་བྱ་སྒྲ་མི་རྟག་ཐོབ་པའི་བྱེད་པ་ཚད་མ་དེ་གྱི། ཐ་ན། སྒྲ་མི་རྟག་པ་ལ་ཐེ་ཚོམ་དེ་ས་བོན་དང་བཅས་པ་དྲུངས་འབྱིན་གྱི་ཡོད་ན། ད་དེ་ལྟ་བུའི་གང་ཟག་དེ་གི་རྒྱུད་ལ་སླར་སྒྲ་མི་རྟག་ཕལ་གྱི་ཐེ་ཚོམ་དེ་སྐྱེས་ཆོག་ས་མ་རེད་ཟེར་བ་གར་གྱིན་ཟིན་ནམ། ད་དེ་འདྲས་ཀྱི་ཐེ་ཚོམ་དེ་ཁོ་གི་ས་བོན་དུ་སྐྱེས་པ་གོང་གྱིན་ཟིན་པ་ཡིན་དུས། ད་སྒྲ་མི་རྟག་ཐོབ་པའི་རྗེས་དཔག་སེམས་མ་གི་བྱེད་ལས་དེ་ཁོ་ཉམས་ཡང་ཡོད་ར་ནམ་རྒྱུ་སོ་སོ་སྐྱེ་བོ་ཡིན་ན། ད་ས་བོན་གྲུང་གྱིན་ཟིན་པ་ཡིན་ན་ཐེ་ཚོམ་གི་དེ་ས་བོན་སླར་སྐྱེ་བ་མི་དགོས་ར། ད་སྒྲ་མི་རྟག་ཐོབ་པའི་བྱེད་དཔག་གི་འཁོར་དུ་བྱུང་བའི་ཤེས་རབ་དེ་ར།

དེ་ཙམ་དུ་མ་ཟད་ངེས་པའི་བདག་ཉིད་ཅན་ཡིན་པ་ཞིག་དགོས་འདུག་ལ། ད་ལྟ་ས་བོན་དང་བཅས་པ་སྤངས་པ་ལ་ནི་བྱ་འདོད་ར་ཅི་དང་གང་དང་ང་ཚོ་བྱེ་བྲག་སྨྲ་བའི་ཡི་ལུགས་ལ། སྤངས་རྩ་སྤོང་ཚུལ་དེ་ལ། དེ་ནི་གོ་བདུན་པའི་འདོད་ཆགས་དང་བྲལ་བའི་སྒོ་ནས་སྤངས་ཚུལ་ཞིག་དང་དེ་ནི་ངོ་བོ་ཐོབ་པ་ཆད་པའི་མར་ཐོབ་པ་ཆད་པའི་ཚུལ་གྱིས་སྤང་བའི་ཚུལ་དང། སླར་མི་སྐྱེ་བའི་ཆོས་ཅན་དུ་བྱས་ནས་སྤང་བའི་ཚུལ་མ་གཏོགས་ས་བོན་སྤངས་ལ་ཞིག་ད་ལྟ་གོ་བྱེ་བྲག་སྨྲ་བའི་ཡིད་ད་ལྟ་གོ་གཞུང་འདི་ཚོགས་ཀྱི་ནང་དུ་རྒྱས་མ་སོང་ར། དེ་ནས་ད་ལྟ་སྡུག་བསྔལ་ད་ལྟ་ཆགས་སྡང་མངོན་སུམ་གྱི་སྡུག་བསྔལ་ཆུད་ཟོས་དེ་གྱིས་རང་གི་ངོ་རྒོལ་གྱིས་སྔར་ཨ་ནེ་ཐེ་ཚོམ་སྤངས་ཞེས་པ་དེའང་མངོན་གྱུར་སྤངས་བ་རེད་མ་གཏོགས་ས་བོན་སྤངས་བ་མ་རེད་ལ་ནི་ཀོ་ད་ལྟ་དེ་འདི་འདྲས་ཤེས་བཞག་དུ་རོ། ད་བྱེ་བྲག་མ་ར་ཡི་ལུགས་ལ་དེ་འདྲས་ཀྱི་ས་བོན་སྤངས་ལ་ཡེ་ཤེས་རོ། དེ་འདྲས་ཀྱི་རྣམ་བཞག་ཅིག་ཡོད་རེད། བྱེ་བྲག་མ་བའི་ལུགས་ལ་ས་བོན་སྤངས་ལ་ཡ་དེ་ད་ལྟ་རང་ང་ཡི་དེའི་མཛོད་འགྲེལ་དངོས་འབེལ་གྱི་ནང་དེ་ཚོའི་གྲངས་ཚ་ས་ཡིན་པ། འོ་དེ་ཚོའི་ནང་ལོགས་ལ་ནི། ཤེས་པ་ཞེས་ཡང་འདུས་ར་རང་ཡུལ། རང་ཡུལ་ལ་ཐེ་ཚོམ་སྤངས་པའི་ངེས་པའི་བདག་ཉིད་ཅན། སོ་ཤེས་དག་གསུམ་གྱི་ནང་ཚན་གྱི་ཤེས་པ་ལ་བཞག་རྩ་བ། དེ་ཚོའི་བྱུང་གི་ཁུངས་ལ་འགྲོ་ཡི་རེད་བསམ་གྱི་འདུག། བློ་བཟོ་མཐུ་ལྡན་དཔལ་གསུམ་ལ་དྲི་བ་གནང་རོགས། བློ་བཟོ་ངའི་དྲི་བ་འདི་དག་ནི། ཤོག་གྲངས་བརྒྱ་དང་ཉིས་བརྩེགས་གཅིག་ནང་ལ་ནི་ཟླ་བ་དང་ཟླ་མིན་ཞེས་པའི་གནས་སྐབས་ན། རྩ་བ་ལས་ནི་མིག་དང་ཆོས་ཀྱི་ཁམས་ཕྱོགས་ནས་ཟླ་བ་ཡིན་ཏེ་རྣམ་པའི་རྒྱལ་ཞེས་གསུངས་ར། བློ་བཟོ། ཨ་འདི་ན་ལྟ་བ་བརྒྱད་ཆ་ལ་ཁྱབ་བྱེད་ཀྱི་བྱེ་བྲག་སྨྲ་བའི་ལུགས་བཞིར་བཞག་ནས་འདི་མཚན་ཉིད་ཀྱི་གང་འབྲས་བྱའོ་ཞེས་དང། གཅིག་བྱེ་བྲག་གཅིག་སྟེ་འདི་ལྟ་བུའི་ལྟ་བ་བརྒྱད་འདི་ཀྱི་ཐོག་མཐའ་གཉིས་ཀྱི་ས་མཚམས་དེ་ག་བ་ནས་བཞག་པ་ན་ཞེས་གཅིག་བྱེ་བྲག་གཅིག་དེ་ཡང་དཀར་ས། ལྟ་བའི་མིག་གི་ལྟ་བ་འདི་ལྟ་བ་མ་ཡིན་ཟེར་རང་ལྟ་བའི་རྣམ་གྲངས་ཙམ་དུ་བཞག་པ་ཡིན་ཟེར་ཤོག་གྲངས་བརྒྱ་དང་ཉི་ཟེར་གཉིས་ནང་ཁྱེད་རང་འདི་འདྲ་གསུང་གི་འདུག་ཨ་ནི་འདི་དེ་མིག་གི་ལྟ་བ་འདི་ལྟ་བ་མ་ཡིན་པ་འདི་བྱེ་བྲག་སྨྲ་བའི་ལུགས་ལ་ཐུན་མོང་མ་ཡིན་པའི་གི་འདི་འདོད་ཀྱི།

མིག་གིས་གཟུགས་ལ་ལྟ་བའི་ཆ་ནས་ལྟ་བ་ཞེ་སྡང་ཅིག། ལྟ་གྲུབ་ཀྱིས་ལྟ་བ་ཞེ་སྡང་ཅིག། བག་ལམ་ཡང་ལ་སྐྱེས་ཀྱི་ནང་ལོག་ལྟ་བ་ཅིག་ལྟ་བ་ལོག་ག་ལོག་ག་ཡོད་དུས་ཚང་མ་ལ་ཡང་གཅིག་ལ་ཁྱབ་པའི་ཚད་ལྟ་བ་ཁོ་རང་ལོག་ག་ལོག་ག་བཞག་གོ་རེད་མ་གཏོགས་གཅིག་ལ་ཁྱབ་པའི་ལྟ་བ་ལ་ཕལ་ཆེན་ཚད་ཡོད་ས་མ་རེད་བསམ་གྱི་འདུག་དྲི་བ་གཞན་པ་གར་ཆགས་སོ། དྲི་བ་གཞན་པ་འདི། ཐོག་མཐའ་གཉིས་ཀྱི་ས་མཚམས་ར།
ཐོག་མཐའ་གཉིས། ལྟ་བ་བརྒྱད་ཀྱི་ར་ཐོག་མཐའ་གཉིས་ཀྱི་ས་མཚམས་འདི་ག་འདྲ་ནས་བཞག་པ་ན། ལྟ་བ་བརྒྱད་ཀྱི་ར། མིག་གི་ར།

ནི། ཆོས་ཁམས་ཀྱི་ཕྱོགས་གཅིག་དེ། ངེས་པར་རྟོགས་པའི་ཆ་ནས་བལྟ་བར་བྱ། ར། ནི། ཕལ་ཆེན་ཐོག་མ་ཡི་ས་མཚམས་དེ་རེད་ཐ་མའི་ས་མཚམས་དེ་རེད་ལ་ཡ་གཅིག་ཡོད་ཀྱི་མ་རེད་མིག་དེ་ཆ་ཚང་ཡོད་ཡོད་ཡོད་ཡོད་པ་འདྲ། ལགས་སོ། དེ་ནས་དྲི་བ་དང་གཉིས་གསུམ་པ་དེ་ཀུན་དགའ་མཁས་གྲུབ་དེའི་རྗེས་ལ་ནི་བཀྲ་ཤིས་བསྟན་འཛིན་ལགས། ཨོ།
ལགས་སོ། དེ་ལྟ་ངའི་དྲི་བ་དེ་ཤོག་གྲངས་བརྒྱ་དང་བཅུ་དགུ་ནང་ལོགས་ལ། ཁྱོད་རང་གིས་བཟོད་པ་དེ་ལ་ནི་སྦྱོར་ལམ་བཟོད་པ་སོགས་ཟག་བཅས་དང་ནི་མཐོང་ལམ་བཟོད་པ་སོགས་ཟག་མེད་རྣམ་པ་གཉིས་གཤེགས་འདུག་འདི་སྣང་ལུང་ནི་བལྟ། ཟག་བཅས་ཀྱི་བཟོད་པ་སྦྱོར་ལམ་དེ་ནི་ཟག་བཅས་ཀྱི་བཟོད་པ་ཡིན་པ་དེ་དེ་འདྲ་བཟོད་རྩ་འགྲེལ་གྱི་ནི། ལུང་འགྲོ་གང་ལུང་འགྲོ་ཡོད་པའི་ཞེས་དང་དེ་འདྲ་དེ་དེ་བས་ཀྱི་ནི་སྦྱོར་ལམ་ཟག་བཅས་ཀྱི་བཟོད་པ་ཅི་ཡོད་ར་དེ་ཀྱི། སྤང་བྱ་དེ་དེ་འདྲ་ཟག་མེད་ཀྱི་སྤང་བྱ་དེ་ནི་ཐེ་ཚོམ་ལ་སོགས་པ་ཕྲ་རྒྱས་འདུག་ཚུལ་གཤེགས་འདུག་དེ་བཞིན་ཡང་འདུག་ཚུལ་ནི་སྦྱོར་ལམ་བཟོད་པ་དེ་ཀྱི་ནི་ཟག་བཅས་ཀྱི་བཟོད་པ་དེ་ཀྱི་སྤང་བྱ་དེ་ག་རེ་རེད་དེ་ངོས་བཟུང་རོགས་གྱིས་དེ་དྲི་བ་དང་པོ་བྱས་རོགས། ནི། དྲི་བ་གཉིས་པ་དེ་དོན་དག་དག་སྦྱོར་ལམ་བཟོད་པ་ཟག་བཅས་ཏེ་རྟོག་སྤོང་མེད་གཉིས་ཀྱི་ཟླས་ཕྱེ་བའི་ཕ་ཆོས་རྟོགས་པར་ཁས་ལེན་དགོས་ཀྱི་འདི་ཡིན་འདི་རྩ་ནས་དེ་སྤང་བྱ་དང་གཉེན་པོ་གཉིས་མོ་སྟེ་གཉིས་ཀ་རྟོགས་པ་ཡིན་འདི་རྩ་ནས་དེ་ནི་འདས་པ་ནི་དགག་མ་འོངས་པ་ནི་མ་སྐྱེས་དོན་དག་ནི། ནི། སྟོང་ཉིད་ཅིག་ཅར་དུ་འཇུག་པ་མེད་ཨེ་སྲིད་ད་འདི་འདྲའི་གི་བཤད་སྟངས་ཅིག་ཡོད་རེད་འདི་འདྲས་ཡིན་འདི་རྩ་ནས་འདི་གི་སྤང་བྱ་དེའི་གཉེན་པོ་དེ་གི་སྤོང་ཚུལ་གི་རྣམ་བཞག་ག་འདྲས་རེད་འདི་ཞུ་ཡིན། དང་པོ་དེ་ལ་བཟོད་པ་ལ་ནི་སྦྱོར་ལམ་བཟོད་པ་ལ་སོགས་པ་ཟག་བཅས། ཐོབ་ལམ་བཟོད་པ་ལ་སོགས་པ་ཟག་མེད་བཞག་ཡ་དེ་ལ

ལམ་རེ་བ་དང་དེ་ལ་མི་འདུག་ཟེར་ན་ཁོག་དང་སྤང་བྱ་ཞིག་ཡོད་དགོས་རོགས། ཨ་ནི། བྱོལ་ལམ་ནས་མཐོང་ལམ་མཐོང་ལམ་ནས་དགོན་ལམ་ཡར་ཡར་ཐོབ་འགྲོ་དུས་བསམ་པ་ཨ་ནི། དམིགས་པ་དང་རྣམ་པ་འཕོས་ནས་འགྲོ་དགོས་རོགས་དེ་ཡིན་ཟེར། ལགས་སོ།
འདི་དྲི་བ་སྙན་པ་དེ་འདི་རེད་ད་ཁོ་ཚོ། ད་ཟག་བཅས་ཀྱི་བཟོད་པ་དང་རྟོགས་པ་ཡིན་འདི་ཟེར་ན་ད། སྤང་བྱ་དང་གཉེན་པོ་གཉིས་མོ་དེ་སྟོང་ཉིད་གཅིག་ཆར་དུ་འགྱུར། དད་པ་ནི་འགག་མ་འོངས་པ་ན་མ་སྐྱེས་རོགས་དེ་ཡིན་འདི་ཟེར་ན་དེ་གི་སྤང་བྱ་དེ། གཉེན་པོ་དེའི་སྤོང་ཚུལ་གྱི་རྣམ་གཞག་ག་འདྲས་ཤེས་དགོས་རོགས། ཟག་བཅས་བཟོད་པ་དེ། སྤང་བྱ་ཡིན་ན། གཉེན་པོ་དེ་སྤོང་ཚུལ་ག་འདྲ་རེད་ལ་རེད། སྤང་གཉེན་གཉིས་པོ་དེ་རྟོག་པ་གཉིས་དུ་བཤད་པར་རོ་བཤད་གོ་མ་རོ། དེ་བཤད་དགོས་དུས་ཙང་ནས་ཨཱ་ནི། ཁར་ས། གཉིས་ཀ་རྟོག་པ་ཡིན་དུས་ཙང་ནས་དེ་འདས་པ་ནི་འགའ་རེད་མ་འོངས་པ་ནི་མ་སྐྱེས་རེད་ཨཱ་ནི་དེ་འདྲ། རྟོག་གཉིས་ཀ་རྟོག་པ་སྤང་གཉེན་གཉིས་ཀ་རྟོག་པ་ཡིན་དུས་ཙང་ནས་ཨཱ་ནི་རྟོག་གཉིས་ཅིག་ཅར་དུ་འཇུག་པ་མེད་ལགས་རོ། ཨ་ལས། དེ་ཡིན་དུས་ཙང་ནས་ཨཱ་ནི།
གཉེན་པོ་དེ་གི་སྤང་བྱ་དེ་སྤོང་བའི་རྣམ་གཞག་ག་འདྲ་ཤེས་པར་རོ། ཨཱ་ནི། ཁར་ས།
སྦྱོར་ལམ་གྱི་གནས་སྐབས་སོགས་ཨཱ་ནི།

མ་སྤངས་པའི་རྒྱུ་མཚན་གྱིས་རེད་རེད་དོ། རང་གི་ཡིད་ལ་ཐེ་ཚོམ་ས་བོན་དང་བཅས་པ་སྤངས་ན་ཁོང་ཤེས་པ་བྱ་གི་རེད་གསུངས་རེད། རང་གི་ཡིད་ལ་ཐེ་ཚོམ་ས་བོན་དང་བཅས་པ་སྤངས་ན་ཁོང་ཤེས་པ་བྱ་གི་རེད། ཡིན་ནའི་ཟད་པ་རྒྱལ་པོ་འདིས་རང་གི་ཡིད་ལ་ཐེ་ཚོམ་ས་བོན་དང་བཅས་པ་སྤངས་ཡོད་མ་རེད་གསུངས་རེད། ད་དེ། ངེས་པའི་བདག་ཉིད། ངེས་པའི་བདག་ཉིད་ཡིན་མིན་འདི། ད་དེ་དག་ཡིད་ཀྱི་ཤེས་རབ་ཨེ་ངེས་ལ་ཁྱེད་ལ་བསམ་བློ་བཏང་ཡ་ཡིན་པས་མ་རེད་བ། གང་ལྟར་ཡང་བློ་ངེས་པར་རྟོགས་པའི་ཡིད་ཤེས་རབ་ཀྱིས་རེད་བ།

བཟོད་པ་བགྱིད་པོ། བཟོད་པ་བགྱིད་པོ་དེ་ཉེས་པའི་བདག་ཉིད་རེད་དང་མ་རེད། བཟོད་པ་དེ།
དེར་དང་མཐོང་ལམ་བཟོད་པ་བགྱིད་པོ་དེ་རེད་དང།
མཐོང་ལམ་བཟོད་པ་དེ་ར། ཉེས་པའི་བདག་ཉིད་དུ་ཆགས་ན་འགྲིག་གི་ཡོད་ས་རེད། འོང་ཡ། ཉེས་པའི་བདག་ཉིད། འོང། འདི་འདྲ་ཡིན་ན། ཕྱིར་མི་འོང་ཆགས་བྲལ་ངན་སོང་གི་རྒྱུད་ཀྱི་སྡུག་བསྔལ་ཆོས་ཟིལ་གྱི་འཁོར་དུ་འབྱུང་བའི་ཤེས་རབ་ཅི་ཡོད་རེད་བ། སྡུག་བསྔལ་ཆོས་ཟིལ་དེ་འདི་ལྟ་བ་རེད་པས། ཆོས་ཟིལ་འདི་སུ་རེད། ཕྱིར་མི་འོང་ཆགས་བྲལ་ངན་སོང་ཟས་སྦྱོར་བ། ཕྱིར་མི་འོང་ཆགས་བྲལ་ངན་སོང་མཐོང་ལམ་སྐད་ཅིག་དང་པོ་སྡུག་བསྔལ་ཆོས་བཟོད་པ། རྡུལ་གྱི་རྒྱུད་ཀྱི་མཐོང་ལམ་འདི་ལྟ་བ་རེད་པས། མཐོང་ལམ་ལ་ན་ད་དེ་རྣམས་ལ་བཟོད་པ་ཡོང་གི་རེད་ཤེས་པ་ཡོང་གི་ར་མཐོང་ལམ་ལ་ན་ནི་ཅི་བསགས་པ་བྱ།
ཆགས་བྲལ་ངན་སོང་གི་མཐོང་ལམ་སྐད་ཅིག་དང་པོ་ལ་ན་བཟོད་པ་དང་ཤེས་པ་ཡོང་མ་རུང་བ། བཟོད་པ་རེད་བ། ད་མདོ་སྡེ་མྱང་ངེས་སྡུག་བསྔལ་ཆོས་བཟོད་དེ། ཕྱིར་མི་འོང།
མ་མ་མ། མ་མ་ན་ཉན་ཨ་དེ་ར། ཕྱིར་མི་འོང་ཆགས་བྲལ་ངན་སོང་གི་རྒྱུད་ཀྱི་སྡུག་བསྔལ་ཆོས་བཟོད་དེ། སྐད་ཅིག་དང་པོ་དེ་ར།
ཤེས་པ་རེད་པས། ཆུད་ཟོས་དེ་ཤེས་པ་ཡིན་པ་ལྟར་མ་སྤྲོས་སུ་མ་ཡིན། ཤེས་མ་པ་དེ་རྩོད་པ་གྱི་ལན་རྒྱག་པ་མ་རེད། ཤེས་པ་རེད་དོ་རྒྱུ་མཚན་ག་རེ་དང་ཤེས་པ་རེད་དོ་རྒྱུ་མཚན་ག་རེ་ན་རང་ཉིད་ལ་ས་པན་ཐེ་ཚོམ་ས་པན་དང་བཅས་པ་སྤངས་ཚར་དོ། ས་པན་དང་བཅས་པ་སྤངས་ཡོད་མ་རེད་ཟེར། ཐེ་ཚོམ་ས་པན་དང་བཅས་པ་སྤངས་པ་རེད་ཁོ་རང་གི་ཡུལ་དེ་སྡུག་བསྔལ་འདོད་པའི་སྡུག་བསྔལ་ལྡན་པ་རེད་བ། འདོད་པའི་སྡུག་བསྔལ་ལྡན་པའི་ཀྱི་སྤང་བྱའི་ཆ་ཚང་སྤངས་ཚར་བ་རེད་བ། འདོད་པའི་སྡུག་བསྔལ་ལྡན་པའི་ཀྱི་སྤང་བྱ་ལ་སྤང་བྱ་ཀྱི་ས་པན་ཅིག་ལྷག་དེ་ཡོད་རེད། ས་པན་དེ་ལྷག་དེ་ཡོད་རེད་བ། དེ་འདྲས་ཡིན་ན་ཟེར་བ། སྐྱོན། སྡུག་བསྔལ་ཆེ་ཤོས་དེ་ཡང་སྡུག་བསྔལ་ཆེ་ཤོས་འདི་ཡང་ལྟ་བ་མ་རེད་པས། རང་ཡུལ་དུ་རང་གི་གོ་འཕང་གི་ཐེ་ཚོམ་དེ་སྤངས་རེ་ལྡན་ཡང་སྤང་བྱ་ཡི་ས་བོན་ལྷག་དེ་ཡོད་རེད་ལ་འོ་འདི། ཆེ་ཤོས་འདི་ཡང་སྡུག་བསྔལ་ཆེ་ཤོས་འདི་ཡང་ལྟ་བ་མ་རེད་པས། ཐ་ན་སྤང་བྱ་ས་བོན་ན་བཅས་པ་ལྷག་དེ་དུ་སྤངས་མི་འདུག་སྤང་ཡག་གི་གཉེན་པོ་མི་འདུག་སྡུག་བསྔལ་ཆེ་ཤོས་འདི་ནི་སྤོང་མི་འདུག་འདི་ཡིན་པའི་རྒྱུ་མཚན་གྱིས་ཁྱེད་རང། ཁོང་ལ་སྤང་བྱ་ཁོ་རང་ཡོད་མ་རུང་བ་སྤང་བྱ་དང་པོ་ནས་སྤངས་ཚར་བ་རུང་བ་ཁྱེད་མོས་ཆགས་བྲལ་ངན་སོང་གི་ད་ག་རེ་ལྷག་དེ་རེད་ས་བོན་ལ་ཁེན་དེ་ཐོབ་པ་དེ་མ་རེད་པས། ཁྱེད་རང།

ལ་སོགས་ལས་ཀྱི་བྱ་བ། ངས་བྲི་བ་དེ་ག་རེ་ཡིན་ཟེར་ན། དང་འབྲི་བ་དང་ཡོད་དེ་དང་པོ་ནས་མཐའ་ཀ་ཡིན་ན་དང་པོ་ནས་བཀག་ར་དེ་ནི་ག་རེ་བྲིས་ནས་དང་པོ་ནས་གསལ་བོ་ཟེར་ཡང་འབྲི་དེའི་རྗེས་ལ་ནི་ལས་གནང་རྒྱུ་ཡིན་ག་རེ་གནང་ན་ཡང་དུས་ཀྱི་འཐུས་པ་ཞེས་ཞུ་ཡ་ཡིན། ལ་ལ་སོགས། མཐའ་ཀ་ཡིན་ན་དང་པོ་ནས་བཀག་ཞོགས། ད་ལྟ་དེ
གཞན་བཞི་བྲིས་ནས་ལྟ་བའང་ཡིན་ཟེར་གྱི་ཡོད་རོ། ད་དེའི་ནང་ལ་གཞན་འཕགས་པས་ཤི་བ་ལས་གཞན་པའི་འཇིག་རྟེན་པའི་ད། ཡང་དག་པའི་ལྟ་བ་ལ་སོགས་པ་དེ་དག་ཤི་བ་རེད། དེ་ཙམ་དུ་མ་ཟད་པའི་ད་ལྟ་ཉོན་མོངས་ཅན་གྱི་ལྟ་བ་ལྔ་དང་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཀ་ཙམ་ཤི་བ་ལྟ་བ་དེ་ཤི་བའང་རེད་ཟེར་ལ་རོ། དེ་ཀུན་རྫོབ་ཀྱི་ཤི་བ་ལ་བཞག་ཏོ། ཀུན་རྫོབ་ལ་ཤི་བ་ལ་བཞག་པ་ཀུན་རྫོབ་ཤི་བ་ཡིན་པར་མ་ཟད་ངེས་པར་རྟོགས་པའི་བདག་ཉིད་ཡིན་པའི་ལྟ་བའང་ཡིན་ནོ་ཟེར་ལ་དོ། ད་ཀུན་རྫོབ་ཤི་བ་བཞག་པ་ཡིན་ན་དེ་ནི་ག་རེ་ཟེར་ན་མིག་གིས་འོག་དེ་ལ་ད་ནི་རང་བཞིན་དང་ནི་སྙིང་པོ་དང་རྣམ་པ་རྣམ་པར་སྤྱོད་ཡོད་དོ་ཟེར་ནས་ནི་ཁོ་རང་བཞིན་ཟས་ཏིག་གི་ཀུན་རྫོབ་ཤེས་པར་བྱའོ་བསམ་པ་ནི། ཀུན་རྫོབ་ཤེས་པའི་ཀུན་རྫོབ། ཁ་ཚ་ཀུན་རྫོབ་ཤེས་ཀྱི་དོན་དམ་མི་ཤེས་པའི་ཕྱིར་སྲིད་ལ་རོ། དོན་དམ་ཤེས་ཀྱི་མ་རེད་ལ་རོ། རོ། ཀུན་རྫོབ་ཤེས་པ་ཏིག་གི་དོན་དམ་ཤེས་ཀྱི་མ་རེད་སྲིད་ལའང་བསམ་པ་ད་ལྟ་འདི་གི་འཇིག་རྟེན་པའི་ཡང་དག་པའི་ལྟ་བ་སྲིད་ན་འདྲ་བའི་དུ་ཏིག་གི་ཀུན་རྫོབ་ཤེས་པར་བྱ་བ་ཡིན་ན་དཔེར་ན། སྦྱོར་ལོངས་སྤྲོ་སོགས་ཤེས་ཏིག་གི་བདེན་པ་བཞིའི་སྤྱོད་ཡུལ་ཅན་རོ། དེ་དོན་དམ་ཤེས་ཀྱི་མ་རེད་བས།

ཐེ་ཚོམ་གྱི་ས་བོན་ཡོད་རེད་གསུངས་དེ་དེ་ང་ཚོ་ནམ་རྒྱུན་ལྟར་གྲུབ་མཐའ་གོང་མ་བྱས་ན་ཐེ་ཚོམ་གྱི་ས་བོན་དང་ཐེ་ཚོམ་གྱི་བག་ཆགས་ཟེར་ལ་འོང་དུས། རང་འདྲའི་ཐེ་ཚོམ་གྱི་ངོ་བོར་འགྲོ་བ་ཡོད་ངེས་ཀྱི་ནུས་པ་གཅིག་ལ་ཐེ་ཚོམ་གྱི་ས་བོན། རང་འདྲའི་ཡ་ནས་ག་རེ་ཟེར་དགོས་རེད་ད་ཐེ་ཚོམ་ངོ་བོར་འགྲོ་བ་མེད་ངེས་ཀྱི་ཐེ་ཚོམ་གྱི་རྫས་སྐྱོན་ཆུད་མ་ཆུད་པའི་གི་ནུས་པ་གཅིག་ལ་བག་ཆགས་ཟེར་ཡང་ནམ་རྒྱུན་དེ་འདྲའི་གོ་བ་ཅིག་ལེན་དེ་དགོས་རེད། ད་ད་ལྟ་བྱེ་བྲག་སྨྲ་བའི་ལུགས་ལ་ཐེ་ཚོམ་གྱི་ས་བོན་བཞག་གི་ཡོད་ན་ཨ་ནི་ཐེ་ཚོམ་གྱི་ཐོབ་པ་ག་རེ་བྱས་ནས་བཞག་གི་ཡོད་རེད། དེ་གཅིག་གཅིག་རེད་བ། དེ་ནས་ད་ལྟ་འདི་གསུངས་དེ་དེ་ནམ་རྒྱུན་བཀའ་སྒྲ་རེད་ཟེར་ན་འདི་གང་ལ་མ་ཤེས་འོང་དུས། ཨ་ནི་བཟོ་པ་ཐམས་ཅད་སྤྱིར་བཏང་གི་བཤད་པ་རེད་ཟེར་གི་འདུག་ཨ། བྱེ་བྲག་སྨྲ་བའི་ལུགས་ལ་ཨ་ནི་བཤད་པ་ཡིན་ན། ཨ་ནི་ད་ལྟ་ང་ཚོ་ག་འདྲ་རེད་ཟེར་ན། ཨ། སེམས་བྱུང་ཡུལ་ངེས་ངག་གི་ནང་ཚན་དུ་གྱུར་པའི་ཤེས་རབ་ཡིན་དགོས་ཀྱི་མ་རེད་བས་ཟེར་མེད་ན་ཡི་གེ་གང་ལ་མ་ཤེས་འོང་དུས་མཚུངས་ལྡན་རྒྱས་པར་བྱས་པ་དང་མཚུངས་ལྡན་མ་ཡིན་པ་རྒྱས་པར་བྱས་དམིགས་བསལ་བྱས་ནས་མཚུངས་ལྡན་ལབ་བསྡད་ཀྱི་འདུག་ཨ་སེམས་སེམས་བྱུང་རྣམ་གཞག་ཆ་ཚང་ཤེས་ནས་ཤེས་པ་ཤེས་པ་ཟེར་གྱི་མི་འདུག་ཨ། དེ་ཡིན་ཙང་ནི་དེ་ག་འདྲས་རེད་ཟེར་ལབ་དང་གཅིག་བྱས་ད་ལྟ་ངས་དེ་གཅིག་དྲན་ཡིན་ད་ད་ལྟ་དེ་གང་ལ་རྒྱུ་མཚན་ག་རེ་བཀོད་བྱས་ཟིན་འོང་དུས། བར་ཆད་སྨན་ལམ་ཡིན་པས་ཟེར་བ། བར་ཆད་སྨན་ལམ་རེད། རང་ཡུལ་ལ་ཐེ་ཚོམ། རང་ཡུལ་ལ་ཐེ་ཚོམ་སྤོང་བྱེད་ཀྱི་བར་ཆད་སྨན་ལམ། དེ་འདྲའི་གཅིག་ལ་ཁར་བཞག་དགོས་བཟོ་ལྟ་ཤི་སོང་ནང་ཚན་དུ་བསྐྱོད་པའི་བཟོ་པ་ལ་བཞག་དགོས་ཟེར་འདུག་ཨ། དེ་ཡིན་པ་ཡིན་ན་ད་གིན་ཆ་འགྲིག་མོང་སོང་དགོས། ཤི་མོང་བོ་གི་རྒྱུད་ཀྱི་སྡུག་བསྔལ་ཆོས་ཚོད་སྦྱོར་ར་འདུག་པས་སྡུག་བསྔལ་ཆོས་ཚོད་བྱིན་དགོས་ར་བ། ཨ། ཨོ་དེ། བཟོ་ལྟ་ཤི་སོང་ནང་ཚན་དུ་བསྐྱོད་པའི་བཟོ་པ་བཞག་དགོས་མ་རེད་བས།

དང་པོ་ཁམས་ཀྱི་གནས་དང་གཉིས་པ་དབང་པོ་གི་གནས་དང་གསུམ་པ་འཇིག་རྟེན་གྱི་གནས། བཞི་བ། ལམ་བསྟན་པའི་གནས་ནི་ལྔ་པ་ཕྲ་རྒྱས་དྲུག་པ། ལམ་དང་གང་ཟག་བདེན་པ་ཡེ་ཤེས། བརྒྱད་པ་ཉམས་འགྱུར་ཚེ་ཟབ་རྒྱས་འབྲང་རོ་ཀྱང་དེ་ཀ་དེའི་ཟབ་རྒྱས་དེའང། མ་རི་འབྲང་ངོ་དེ་ཀ་ལ་ནི། བརྒྱད་པ་དེ་བདེན་པ་དང་ཡར་གྱི་དབུ་མ་དེ་གོང་མ་གོང་མ་དེ་དང་འབྲེལ་བ་ཡོད་སྟངས་དེ་འབྲེལ་བ་ཡོད་ནས་དཔེ་ཆ་ནས་ད་ལྟ་ང་རང་གི་ཟབ་རྒྱས་འཕྲོ་དང་ཚང་ལ་བཏང་བ་ཡིན་ནས། ལམ། བཞི་པ་ལམ། ལྔ་པ་ཁྲལ་རྒྱུའི་འདྲ་སྟེང་འདུ་བ་འགྲིག་འདུར་བ་དུ་དྲག་གི་འབྲེལ་བ་ཡོད་ནི། ངོ་ནི་བསམ་བློ་གཏོང་བའི་ནི། ཁྲལ་རྒྱུའི་ངོ་དུ་དེ་ནི་ཁྲལ་རྒྱུའི་ནི་དང་པོ་ལམ་སྤངས་པ་ཞེས་པའི་གི་ནི། ཁྲལ་རྒྱུའི་སྤངས་པ་ཞེས་པའི་ལམ་རྒྱུས་སུ་བསྟན་བ་ཡིན་ནི། བཞི་མ་དེ་སྔ་མ་སྔ་མ་དང་འབྲེལ་བ་འགྲོ་སྟངས་ཡག་པོ་འདྲ་འདུག་འགྲིག་གི་འདུག་ཡིན་ནི་ད་ལྟའི་འདིའི་གི་ཟབ་ཆའི་འགྲོ་སྟངས་དེ་བཞི་མ་དེ་སྔ་མ་སྔ་མ་དང་འབྲེལ་བ་དེ། ཡོད་དང་མེད། ཡོད་ནི་ནི་དེ་ལ་ནི། ག་ཚད་ཀྱི་འབྲེལ་བཤད་ཀྱི་དང་མེད་ནི་མེད་པའི་གི་རྒྱུ་མཚན་གྱི་ང་ལ་ནི་ལན་གྱི་ནང་རོ་གྱིས་ཞེས་བྱ་བ་ཡིན།

ཕྱི་མ་དང་གོང་མ་གོང་མ་དེ་དང་འབྲེལ་བ་འགྲོ་སྟངས་དེ་ཡག་པོ་འདྲ་ད་སོ་སོ་གི་ལག་དངོས་ལ་ལོ་དངོས་ལ་འཆད་ཚུལ་གྱིས་དེ་རུ་ཚུད་སོང། དེ་ད་ལྟ་ནིས་བརྗེས་ཏེ་འགྲེལ་བཤད་དེ་འདྲ་ཡོད་བ་ཡིན་ནི་དེ་ལ་འགྲེལ་བཤད་ཁ་གསལ་གྱིས་དང་ཨ་ནི་འགྲེལ་བཤད་གོ་བདེ་གྱིས་ང་ལ་གནང་རོགས་བྱེད་ཞེས་ཞུ། ལགས་སོ།
ད་དེ་ཡག་པོ་ད་གོ་མ་སོང་ད་ལྟ་ནི་ང་ཚོས་ད་ལྟ་བཟོ་གྲྭའི་ཐབས་ལམ་གསར་བརྗེ་བྱེད་ད་ནི་སློབ་དཔོན་གཉིས་ཀྱིས་མཛོད་རྩ་བ་བྱས་ཨ་ནི་དེའི་འགྲེལ་བ་ཐབས་ལམ་གསར་བརྗེ་དང་ཁྱིམ་མཛོད་དང་བདེ་མཛོད་ལ་བརྟེན་བ་ཡིན་ན་ནི་བརྒྱད་མ་གཏོགས་ནི་དགུ་ད་ལྟ་བར་དུ་སྦྱར་མ་སོང་ར། གནས་དགུ་པ་ཡོད་པ་དང་ནི་སྦྱར་མ་སོང། ཨ་ནི་འདི་ཅིག་བྱས་བདག་གནས་ལྔ་པ་ཕྲ་རྒྱས་ཏེ་བྱས་ལ་བཞག་ནས་ལམ་དང་གང་ཟག་བསྟན་པ་དངོས་ལ་བཞག་དགོས་དུ་གསུང་ཡང་འདྲ་བོ་ཅིག་གེ་ལ་གེ་འདི་ར་ད་ལྟ་ཨ་ནི། ཨ་ནི་ལས་ལ་བརྟེན་ནས་སྣོད་བཅུད་ཀྱི་འཇིག་རྟེན་འདི་ཚོ་ལས་ལ་བརྟེན་ནས་སྐྱེ་གི་རེད་ཨ་ནི་ལས་ཁོ་ན་ལ་སྐྱེ་གི་རེད་ལ་ན་ལས་ཁོ་ན་ལ་བརྟེན་ནས་སྐྱེ་གི་མ་རེད་ཨ་ནི། འདི་ལ་རོགས་པ་ག་རེ་རེད་འདི་ལས་དེ་ཀུན་ནས་སློང་བར་བྱེད་མཁན་གྱི་ཨ་ནི་ཉོན་མོངས་ཀྱི་སྒོ་རེད་ཕྲ་རྒྱས་སྒོ་རེད་ལ་དུས་ཞི་བ་ཡི་ཕྱིར་ལ་ལྔ་བ་བཤད་པ་དེའི་ཕྱིར་ར། ནི་ཕྲ་རྒྱས་དེ་ཡང་མེད་པ་བཟོ་མཁན་དེ་ག་འདྲ་རེད་ག་རེ་གོ་རེད་ལ་ན་ལམ་གོ་རེད་ལ་ནི་གནས་གནས་ལྔ་པ་ཡི་ཆེད་ལ་དྲུག་པ་ཞེས་དེ་འདི་འདྲ་ཡིན་ས་རེད་བསམ། ལ་སོགས་པད་མ་རིན་ཆེན་འདྲི་བ་གནང་རོགས་པད་མ་རིན་ཆེན། འོ་ལ་སོགས་དེ་ནས། དེའི་རྗེས་ལ་ཐུབ་བསྟན་འཇལ་ཟེར། ང་གི་དྲི་བ་དེ་ག་རེད་ཟེར་ན་ད་ལྟ་དེ་བཟོད་པ་བསྐྱོད་དང་ནི་ཟད་པ་དང་ནི་མི་བསྐྱོད་ཤེས་པ་དེ། ལྟ་བ་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་དོ་རང་ཡིད་ཡུལ་ལ་ནི་ངེས་པའི་གི་ཐེ་ཚོམ་དེ་སྤང་ཡ་མ་རེད་ཟེར་དོ། དེ་འདྲའི་ཚུལ་ན་ད་ལྟ་བྱེ་བྲག་མ་འོག་གི་ཁོ་རང་ལུགས་ཀྱི་དཀོན་མཆོག་གསུམ་བཤད་པའི་སྐབས་ཀྱི་སངས་རྒྱས་དཀོན་མཆོག་དེ་ཡང་ནི་གར་སོང་ན་ཁོ་རང་གི་ཡུལ་ལ་ནི་ངེས་པའི་གི་ཐེ་ཚོམ་དེ་མ་སྤངས་ཡོད་པ་ནི་ཐལ་དྲགས་ཀྱི་འདུག་ཟེར་རོ། རྒྱུ་མཚན་ག་རེ་ཟེར་ན་ད་ལྟ་མངོན་པ་མཛད་སྣང་ལུགས་ལ་གང་ཞིག་གསུངས་ལ་སྐྱབས་གྲོགས་དེ་གར་སོང་ཡོད་ཟེར་ན་ནི། གང་ཞིག་གསུངས་ལ་སྐྱབས་གྲོགས་དེ་སངས་རྒྱས་ཀྱི་དོན་བྱེད་པའི་ཆོས་མི་ལོད་པ་དང་གཉིས་ཀ་དང་ཉེ་ཉེ་འདི་ལ་སྐྱབས་སུ་འགྲོ་ཞེས་པའི་སྐབས་ཀྱི་ཁོ་ཚོ་གིས་ནི་སངས་རྒྱས་དཀོན་མཆོག་དེ་ལ་ག་རེ་ཞིག་ཡོད་ཟེར་ན་སངས་རྒྱས་བྱེད་པའི་ཆོས་མི་ལུས་པའི་ལམ་དེ་ལ་ཁོ་ཚོ་གིས་སངས་རྒྱས་ཁོ་ན་བྱ་གི་ཡོད་རེད་དེ་དུས་ཁོ་རང་གིས་དེ་ལྟ་བུའི་མི་ལུས་པའི་ལམ་དེ་ག་ཚོད་ན་ཁོ་གིས་དེ་ལྟ་བུའི་ཉོན་མོངས་ཐམས་ཅད་པ་ཟད་པ་ལ་ཟད་པ་ཡིན་པར་ཤེས་པ་དང་སླར་མི་སྐྱེ་བ་ཡིན་པའི་དེ་བས་ཤེས་པས་ཀྱིས་དེ་ལྟ་བུ་དག་མཁྱེན་པ་དེས། དེ་ལྟ་བུ་ནི་ད་ཟད་པ་མི་ཤེས་པ་ཞིག་འདི་ལ་གོ་དཀའ་རོ། དེ་ལྟ་བུ་ནི་ཁོ་རང་ཚོ་གིས་མཁྱེན་པ་དེ་ཡང་ག་ཚོད་ན་རང་གི་ཡུལ་ལ་ནི་ཉེས་པའི་ཐེ་ཚོམ་དེ་མ་སྤངས་བ་རེད་པས་ཟེར་ན།

དེ་ལས་ཕྱི་མ་ལ་དེའི་གཟུགས་གཞི་ལྟ་སེམས་ཀྱི་ནང་ཚན་གྱི་ལྟ་བའི་དོན་ལ་ར་ཡོད་ཡང་དག་པར་ངེས་པར་རྟོག་པ་དང་དམིགས་པ་དང་རྣམ་པ་ཚོ་ལས་བསམ་པ་ཅན་ཞིག་ཡིན་དགོས་གསུངས་འདུག་ཨ་ར། དེ་ནི་ང་ཚོ། བཟའ་བ་དང་མི་སྐྱེ་བའི་ཤེས་པ་མ་རྟོགས་པའི་ཕྱིན། མི་སློབ་ལམ་གྱི་ངོ་བོར་གྱུར་པའི་ཤེས་པ་ལྟ་བདུན་འདྲ་བ་ཅིག་ཡོད་ར། འོ་དེ་འདྲའི་ཤེས་པ་བདུན་པོ་དེ། འདི་ལྟར་གཟུགས་གཞི་ལྟ་སེམས་ཀྱི་ལྟ་བ་ཡིན་པ་ལྟར་ལུང་ཁོ་རང་ཙང་དེ་ལས་གཞན་ཕག་ལོག་གཉིས་ཀ་གསུངས་ར། འོ་དེ་དམིགས་རྣམ་གསལ། དམིགས་རྣམ་དམིགས་པ་དང་རྣམ་པ་ཚོ་ལས་བསམ་པ་ཅན་ཞིག་ཡིན་ཚུལ་ག་འདྲ་རེད་དེ་དྲི་བ་གཅིག་དེ་ཡིན་རེད་ལ། དེ་ནས་དྲི་བ་གཉིས་པ་ལྟ་བའི་ནང་ལ། དྲི་མེད་བཟོད་རྣམ་ཤེས་པ་མུན་ལ་ཡི། དེ་འདི་དེའི་བཟོད་པ་དེ་ལ། དེ་འདི་འགེབས་ཤིང་མ་གྱུར་དེའི་བཟོད་པ་གཉིས་དོ་བཞག་དང་བཞོད་ལམ་བཟོད་པ་དང་དེ་ནས་མཐོང་ལམ་བཟོད་པ་གཉིས་ཀ་བཞག་དོ། ག་དེ་དེ་འདྲ་བཞག་པ་ཡིན་ན་དེ་དྲི་མེད་བཟོད་རྣམ་ཞེས་པའི་དྲི་མེད་ཀྱི་དོན་དེ་གང་བཞག་ཡིན་ལ། དེ་ནས་དྲི་བ་གཉིས། དྲི་མེད་བཟོད་རྣམ་ཤེས་པ་མིན་ལ་ཡི་གི་བཟོད་པ་དེ་ལ། བཞོད་ལམ་བཟོད་པ་དང་མཐོང་ལམ་བཟོད་པ་གཉིས་བཞག་ཡོད་མ་རེད།

ཕྱིར་བཟོད་པ་དེ་ལ་ནི་སྦྱོར་ལམ་བཟོད་པ་ལ་སོགས་པ་ཟག་བཅས་གཅིག་བྱེད་མཐོང་ལམ་བཟོད་པ་ལ་སོགས་པ་ཟག་མེད་གཉིས་ཀྱི་ཡུལ་རེད། དེ་ཀྱི་ནང་ལོགས་ནི། མཐོང་ལམ་བཟོད་པ་དེ་ལ་ནི་ད་ལྟ་དྲི་མེད་བསོད་ནམས་ཤེས་པ་མིན་ལ་ཡས་ཀྱི་བཟོད། དྲི་མེད་དྲི་མ་མེད་པའི་བཟོད་པ་ལ་ཡས་ཏེ། མཐོང་ལམ་བཟོད་པ། ཟག་མེད་དེ་ལ་བཞག་གི་རེད་ལ། དེ་ནི་དྲི་བ་དང་པོ་དེ་དྲི་བ། ད་ལྟ་དེ་ངས་དྲི་བ་དང་པོ་དེ་འདོན་པ། བཟོད་ཤེས་ལྟ་གསུམ་གྱི་ནང་སེམས་ཀྱི་ལྟ་བ་དེ་རང། ཡུལ་ཡང་དག་པར་ངེས་པར་རྟོགས་པ་དང་དམིགས་པ་དང་རྣམ་པ་ཚུལ་ལས་བསམ་པ་ཇི་བཞིན་ཡིན་དགོས་ལ་བཟང། དེ་ནི་མི་སློབ་ལམ་གྱི་ངོ་བོར་གྱུར་རིགས།

ཟླ་དེའི་སྐབས་ཀྱི་བཟོད་པ་དེ་ཨ་ནི། ཟླ་བ་ཡིན། དེའི་སྐབས་ཀྱི་བཟོད་པ་དེ་ཨ་ནི་ཡུལ་ལ་ངེས་པར་རྟོགས་པའི་བཟོད་པ་དེ་ཨ་ནི་ཨ་ནི་གེ་དེ་དེའི་སྐབས་ཀྱི་བཟོད་པ་དེ་མ་བཟོད་པ་དེ་མ་རེད་གསུངས་འདུག་ད་དེའི་སྐབས་ཀྱི་བཟོད་པ་དེ་ཨ་ནི་ཟླ་བ་ཡིན་ན་ད་དེའི་སྐབས་ཀྱི་བཟོད་པ་དེ་ཟླ་བ་ཡིན་པའི་ཚད་ག་འདྲའི་འདྲ་བོ་ཅིག་ལ་ངོས་བཟུང་དགོས་རེད་ཟེར་ན་དེ་ཆོས་ཡིན། གང་ཡིན་ཟེར་ན་དེའི་སྐབས་སུ་ཨ་ནི་གེ་དེའི་སྐབས་ཀྱི་བཟོད་པ་དེ་ཟླ་བ་ཡིན་པའི་རྒྱུ་མཚན་དེ་ལྟ་ཡང་དག་པར་རྟོགས་པའི་བདག་ཉིད་ཡིན་པས་རྒྱུ་མཚན་ཉིད་དེ་ལྟ་བ་ཡིན་ཟེར་ན་དེ་འདྲ་སོང་ནའང་བྱ། ད་དེ་ཡང་དག་པའི་ལྟ་བ་ཡང་དག་པར་རྟོགས་པའི་བདག་ཉིད་ཡིན་ན་དེ་འདི་ཡང་ཡུལ་རང་ཡུལ་ལ་ཐེ་ཚོམ་དང་བཅས་པ་ཡིན་པས་རྒྱུ་མཚན་ཅན་ཡང་དག་པར་རྟོགས་པའི་བདག་ཉིད་ཡིན་པར་ལབ་ན་ལབ་ན་ཡང་ཐོགས་ཀ་ལ་ཁ་བ་འདྲ་བ་ཆགས་ཡོང་གི་འདུག་ར་དེ་འདྲ་སོང་ཙང་འདིའི་སྐབས་ཀྱི་ལྟ་བ་ཡིན་ལ་ཡི་དེ་ལྟ་བ་དེའི་ཚད་ག་འདྲས་ཅི་ལ་འོང་བའི་གཟུང་བའི་སེམས་དེ་དྲི་བ་ཅི།
ལྷ་སྐུ་གཉིས་ཀ་ཡིན་ན། ད་དུས་སུ་ཁྱད་བར་ཡོད་མེད་དང་དེ་འདྲའི་ཏན་ཏན་ཡིན་མིན་དེ་ཧ་གོ་མ་ར་ད་ང་རུབ་སུ་བྱས་པ་ཡིན་ན་སོ་ཤི་རྟ་གསུམ་གྱི་ནང་ལོགས་ཀྱི་ལྟ་བ་དེ་དེ་འདྲས་ཞིག་བཞག་ཡོད་ར། ཡུལ་ཡང་དག་པར་ངེས་པར་རྟོགས་པ་དང་དེ་ཙམ་མ་ཡིན་པ་ཡང་དམིགས་པ་དང་རྣམ་པ་འཚོ་བའི་བསམ་པ་ཅན་ལ་ནི་ཟུར་གཉིས་འདྲ་བོ་ཅིག་བྱས་ནས

དྲི་བ་གཏང་ཆོག་བ་ཅི། ངའི་དྲི་བ་དེ་ད་ལྟ་སོབ་ཤོག་གི་མཐར་གྲུབ་བཏོན་བྱས་ཀྱི་འདུག་ཨོ་དེ་ཁབ་ལ་ཡིན་དེ་ག་ལ། སོབ་ཤོག་ནང་ལ་ག་རེ་བྲིས་བྱ་ལ་ན། མདོར་ན། བཟོ་ཤེས་དག་གསུམ་གསུམ་ག་ཡིན་ག་མེད་ཀྱང། བཟོ་པ་ཡིན་ན་ཤེས་པ་མ་ཡིན་པའི་ཁྱབ། ཤེས་པ་ཡིན་ན་བཟོ་པ་མིན་པའི་ཁྱབ་དེ་གསུངས་འདུག། དེ་གསུངས་དུས་ཚང་མ་ལ་དེ་འདྲ་མཛོད་རྩ་བ་རང་ལ་བྱས་ན་ག་རེ་འདོད་ན། དྲི་མེད་བཟོ་རྣམས་ཤེས་པ་མིན་ཟེར་ནས་བཟོ་པས་བཟོ་པ་ལ་ཁྱད་པར་བརྒྱབ་ཡོད་རོགས། དྲི་མ་མེད་པའི་བཟོ་པ་ཟེར་བརྒྱབ་ཡོད་རོགས། དེ་བརྒྱབ་པའི་དགོས་པ་ག་རེ་བྱ་རེད།

ནི་དང། འདི་ནི། ཡེ་ཤེས་ཀྱི་འཁོར་དེ་བྱུང་བའི་ཉོན་མོངས་ཅན། ཇི་ལྟ་ལ་སོགས་པ་དེ་ཚོའི་ལྟ་བ་རེ་བས། ག་ཅི་ན་ན་འཁོར་འདི། དང་ལྟ་འདི། ལྟ་བ་ལ་ཤི་དུ་དགོས་སོ་དང་ལྟ་འདི། ཇི་ལྟ་ལ་སོགས་པ་སྔགས་དང་ནི་དང་ལྟ་འདི། ཇི་ལྟ་ལ་སོགས་པ་སྔགས་ལ་སོགས་པ་ཤི་འདི་ལྟ་བ་ཤི་གི་དོ། དེ་ཡིན་དུ་དགོས་སོ་འཁོར་ཡང་ལྟ་བ་རེ་བས། ལྟ་བ་ཡིན། ལྟ་བ་མ་ཡིན་ན་འཁོར། ལྟ་བ་ཡིན་སར་ག་ཅི་རྨི་ལམ་གསོ་བའི་བསམ་པ་ཅན་རེད་དོ། ཁྱེད་རང་གིས་དང་ལྟ་འདི་བཟོད་པ་འདི། ལྟ་བ་ཡིན་པའི་རྒྱུ་མཚན་དེ་རྨི་ལམ་གསོ་བའི་བསམ་པ་ཅན་རེད་དོ་དེ་ཡིན་ཙང་ཇི་ལྟ་ལ་སོགས་པ་དེ་ཚོ་ཡང།

ངེས་རྟོག་མ་ཡིན་ཙང་ལྟ་བ་མ་རེད་ལ་ཡ་གི་ངེས་རྟོག་ཅིག་བཤད་ཡ་ཅིག་དང། གོང་ནས་ནི་རྣམ་ཤེས་ལྔ་དང་མཚུངས་སྐྱེ་ལོ་ངེས་རྟོག་མ་རེད། ངེས་པར་རྟོག་དང་བྱེད་བྲལ་མེད་རྣམ་པར་རྟོག་པའི་འདི་མ་རེད། རྣམ་ཤེས་ལྔ་དང་མཚུངས་སྐྱེ་ལོ་ངེས་རྟོག་མེད་ཕྱིར་ལྟ་མ་ཡིན་ལ་ནི་གསུང་ཡ་ཅིག་ཡོད་ར། ད་དེ་འདི་གཉིས་ཀྱི་ངེས་རྟོག་གཉིས་ལ་དེས་ཁྱད་པར་ཕྱེད་དགོས་ཡ་འདྲ་བ་ཞིག་ར། ཨ་ནི། དང་པོ། ཁྱབ་ཆེ་ཆུང་གི་སྐད་ཆ་འདྲ་བ་བཤད་ན། རྣམ་ཤེས་ལྔ་དང་མཚུངས་སྐྱེ་ལོ་ངེས་རྟོག་མེད་ཕྱིར་ལྟ་མ་ཡིན་ལ་ལྟོས་ས་མ། དེའི་སྐབས་ནས་བསྟན་པའི་ངེས་རྟོག་དེ། ཨ་ནི་ཡིད་ཀྱི་རྣམ་པར་ཤེས་པ་དང་མཚུངས་ལྡན་གྱི་ཤེས་རབ། དེ་དག་ཡིད་ཀྱི་ཤེས་རབ་དབྱིངས་ལ་ཡལ་ཏེ། ཡིད་ཀྱི་རྣམ་པར་ཤེས་པ་དང་མཚུངས་ལྡན་གྱི་ཤེས་རབ་ཨ་ནི། ག་རེ། ཡིད་ཀྱི་རྣམ་པར་ཤེས་པ་དང་མཚུངས་ལྡན་གྱི་ཤེས་རབ་ཨ་ནི། མིང་ལ་མ་ལྟོས་པ། འོ་དེ་འདྲའི་ཅིག་ལ་བཞག་དགོས་ས་རེད། དེའི་ངེས་རྟོག་དང་སོ་ཤེས་དག་གསུམ་གྱི་ནང་ཚན་གྱི་ངེས་རྟོག་གཉིས་ཏེ། དེ་སུ་ལོག་ག་ཡིན་ལ་ནི་ཞུས། ལ་སོ་དང་བྱམས་དབྱངས་ཚུལ་ཁྲིམས། དེའི་དྲི་བ་ཐ་མ་ཡིན་ས་རེད་བཤད།

ཨ་ནི། ད་ལྟ་གི་འདོད་པ་མངོན་པར་འདིར་དེ་ན་རེ་དེའི་སྣང་ལོག་ནས་གཙོ་བོ་ཡེ་ཤེས་ལ་འཇུག་པའི་བསྟན་བཅོས་དེ། ཤེས་རབ་ཆེན་མཚོ་ཆེན་མོ་དེ་ཚོ་བཞག་གི་འདུག་བ། ཡིན་པ་ཡིན་ན་ད་ལྟ་ཡི་ཆུ་ལག་གི་སྟེང་མདོག་གི་མིང་མི་འདུག་ད་མདོ་ལས་སི་ཨ་ནི་བདུད་ཀྱི་ནི་མདོ་ཚིག་ཅིག་དྲངས་འདུག་བ། ཨ་ནི་ཉོན་མོངས་པ་ལྟར་ན་ཨ་ནི་ག་ཙག་ཅོག་ཡེ་ཤེས་ཀྱིས་བཞོན་པར་བྱ་བ་ཡིན་ནོ་ཟེར་ནས་དེ་པོ་དེའི་ཚིག་སྟེ། ཨ་ནི་སྔས་མ་གཞུང་དྲངས་ཚར་གྱུར་གྱི་ནང་དྲངས་གྱུར་ན་ད་དེ་ས་སྐམ་གི་མ་ཆུ་ལག་རང་གི་སྔོ་གྱུར་ན་དེའི་མདོ་དེ་ག་རེ་གི་མདོ་རེད་ཟེར་བ་དེ་ཅི། དགེ་བ་དེའི་གནས་བདུན་པ་སྟེ་མི་ལྡོག་དེ་རང་ཉོན་མོངས་པ་དང་ནི་ཤེས་ཀྱིས་གཞོམ་པར་བྱ་བ་ཡིན་ནོ། ལ་ཡ་དེ། གྲང་ཡ་དེ་ཕྱིན་ཅི་ནང་ལ་གྲང་ཤར། རྡོ་དེའི་མིང་ག་རེ་ཡིན་མིན་དེ་སོའི་ཞབས་འཇུག་ཏུ་བྱེད་ཡིན་ཏེ། ད་ལྟ་བ་དུ་ར་མ་ས་ཀའི། ལ་སོགས་ཐུགས་རྗེ་ཆེ། ད་དེ་ནས་མ་ཇི་ལྟར་ནས་གཙོ་ཆུང་པའི་ངོས་ནས་གཙོ་ཆུང་གི་ལས་འགན་དེ་ཚོ། ཕྱུགས་དུམ་སྒྲོག་བྱེད་ཆགས་ཡོད་ཟེར་རེད་དེ་ནས་ད་ལྟ་ངས། མ་ཕྱུགས་དུམ་བྱབ་ཤེས་ས་ཡ་མ་རེད་ལ་ནི་བྱབ་གི་རིན་ཡ་མི་འདུག་ཞེས་ཡང་ཁ་ཡང་ཟེར་ན་ད་ལྟ་ཁོང་རང་གི་སྤྱི་གསུམ་གྱི་ཐ་མལ་གྱི་ས་བཅད་མཐའ་བདུན་གྲུབ་བསྟན་ལ་ཡེ་ཤུ་དོ། འོ་དེ་ལ་གཟིགས་བྱ་ན་ཧ་ལམ་གོང་གི་ཁྱེད་གསུང་གི་བཅུག་འདུག་ནི། ཨན་དེའི་མཐུས་བུ་ཡེ་བཟོ་ར་ཤི་དོ་ཨ་ནི་རྣམ་པ་ཚོས་ཚང་མ་དེ་ལ་གཟིགས་རོགས་ཞུ་ཡ་ཡིན། ལགས་སོ་ཨ་ནི་གསུང་བྱས་པ་ལ་ཨ་ནི་བོད་མི་ཚོས་གསུང་བྱས་ཡག་པོ་གནང་སོ་ཐུགས་རྗེ་ཆེ་ཞུ་ཡ་ཡིན།